ཨོ་བོད་མི་སྤྱི་བོ་རྣམས་བསྟན་ཡོད་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། སྐུ་ཁམས་བཟང། ཨ་ནེ་འདི་ནི་མ་སྐད་ཆ་ཁ་ཤས་བཤད་ཡ་ཡོད་རེད་བ། ཨ་ནེ། འདི་མ་བཤད་གི་སྔོན་དུ་ཡ་ཨ་ནེ། བདག་ཚོ་འགྲོ་བ་ཡོངས་ལ་བཀའ་དྲིན་བླ་མེད་དུ་ཆེ་བའི་ཨ་ནེ་ལྕམ་དགུང་དོན་གྱི་བདག་པོ་ལ་ཡ། སྐུ་གསུང་གོ་ཆ་སྔོན་དུ་བཏང་ནས་ཨ་ནེ་འདི་ནི་མ་སྐད་ཆ་བཤད་བ་དེ་ད་ལན་བདེ་མེད་ཁ་སང་ངོ་དེབ་ན་ཐད་གཏོང་མེད་དོ། ཨ་ནེ། ད་ང་རང་གི་སྙེ་མ་ཡུ་ཀྲུབ་ཅིག་ཡོད་བ།

དེ་ལས་ལྷ་ས་ནང་བདག་ཅེས་སྐུ་ན་གཅིག་ཞུ་ཡག་གི་འདོད་པ་བྱུང་གསུང། དེ་ཕྱིར་ང་ཞུ་གི་ཡོད་ད་རྣམ་པ་ཚོ་གསན་ན་མ་གསན་ན་རེ་བ། ཡིན་ན་ཡང་ད་ངས་ཞུ་དགོས་ཡ་དོན་དག་གཙོ་བོ་དེ་ག་རེད་ཟེར་ན་ཁ་ཚང་བོད་མི་མང་གི་སྤྱི་འཐུས་ཨ་ནེ་ཨ་དྲུག་ཚེ་བརྟན་ལ་ཨ་ནེ་ཕ་གའི

ཏོས། བློ་ཕམ་ར་བྱུང་ཟེར་བ། བློ་ཕམ་ཆེ་བྱུང་གསུངས་ག་ཡིན་ཞུས་ན། དངོས་གནས་དྲན་ནས་དེ་ནང་ནས་ཡ་དྲི་བ་དྲིས་གནང་མཁན་དངོས་གནས་དགུང་ལོ་ཡར་ཚེ་ཕེབས་ཆོས་རྒན་ལགས་ཞིག་འདུག་ཁོང་རང་གིས་དྲི་བ་གནང་པ་འདི་ཡང་ཁ་ཤས་ཤིག་གནང་ཟུར་བསྡད་ཡིན་ན་ཡང་དངོས་ཡོད་ཀྱི་གནས་ཚུལ་གྱི་ཐོག་ནས་བསམ་པ་རྣམ་དག་ཅིག་ཐོག་ནས་དྲི་བ་ཞིག་གནང་ཟུར་བ། དངོས་གནས་སེམས་ཞིབ་ཀྱི་སྒོ་ནས་དྲི་བ་ཞིག་གནང་སོང། དངོས་གནས་དྲན་ནས། དེ་རྒན་ལགས་དེ་ལ་ཐུགས་ཆེ་ཞུ་ཡག་ཡིན་གི་བ། ཡིན་ན་ཡང་ད་ལྟ་ལན་གནང་མཁན་ཞིག་ར། བོད་མི་མང་གི་སྤྱི་འཐུས་ཨ་ནེ་ཨ་ཀྲུག་ཚེ་བརྟན་ལགས་ཀྱིས། ཨ་ནེ། ཁོ་རང་ད་དགེ་ལུགས་སྤྱི་འཐུས་ཤིག་རེད་བ། དེ་ཡིན་དེ་ག་ལ། ལན་གནང་པོ་དེ་ལ་ན་དཀོན་ནས་དྲ་ནས་ད་གཅིག་རང་ཞིག་ང་བལྟས་ཟེར་བཞིན་ངོ་ལེན་ཞུ་ཡག་ཅིག་འདུག་ག་ཟེར་ན།

ལུང་བསྒྲགས་ཡོང་དུས་ཀར་ལུང་དེ་དགོངས་པ་གཞན་དུ་འདྲེན་ཡ་ཆེ་བ་རེད་དེ་ད་ག་རང་བོད་སྤྱི་བཏང་གནང་གི་འདུག་བ་ཁོང་ཚོ་གི་དེ་མ་རེད་བ་ད་ད་ཚིག་ངི་རྩོད་ས་དང་ད་ད་དེ་དྲ་གི་མ་རེད་བ་ད་ད་དེ་དྲི་བ་དྲི་ལེ་རེད་ཚིག་ངི་རྩོད་ས་དེ་ལ་རྩོད་རྩོད་པ་རྩོད་ཡ་རེད་དེ་ཡིན་ནའི་ད་ད་དེ་དངོས་གནས་དྲ་གནས་ད་དངོས་གནས་དྲ་གནས་དེ་ག་ལ་འོ་རེད་དངོས་ཡོད་གི་གནས་ཚུལ་གི་ཐོག་ནས།

སྤྱི་བདེ་མང་པོ་བཅས་ཀྱི་ལས་རིན་རྣམ་བཤད་བཏོན་ནས་ཁོ་རང་གི་ཡང་ལང་ཀ་ཞེ་འདྲ་ཞིག་ཁྲིད་འགྲོ་རེད་ང་འདི་རྒྱག་རོམ་བཅས་ཀྱི་གསུང་བཤད་ཡོད་དབུ་མའི་ལམ་དེ་ལ་ང་ཡིད་ཆེས་མེད། རེ་བ་མེད་ཟེར་ལབ་མེད། ཨ་ནི་ཞེ་འདྲ་དབུ་མའི་ལམ་ཞེ་འདྲ་ཅིག་དང་གང་འདྲ་ཅིག་ལབ་བཅས་འདི་ལ་ཡང་འདི་ལ་ལབ་ཀྱི་ཡོད་ཟེར་དགོས་རེད་དེ་ཡིན་ན་ད་དེ་ཚང་མ་མི་མང་ལ་དགོས་མཁོ་རེད་དགོས་མཁོ་བཏང་དགོས་རེད་ད་ད། བོད་མི་མང་སྤྱི་འཐུས་ཨ་ཏུ་ཚེ་རིང་གིས་ད་ལྟ་ཤི་ལོངས་ལ་ཡ་ལན་གྱི་སྐྱོན་འདང་གི་འདུག་བ། དེ་ལྟར་གཅིག་པ་གཅིག་རྐྱང་དཀོན་མཆོག་གསུམ་མི་མང་ལ་དཔེ་དགོས་མཁོ་རེད་འདུག་ང་གཅིག་བསམ་བློ་ག་རེ་ཁོག་སོང་ཟེར་ན་ད་སྔ་ང་ཚོ་མི་མང་དང་ངོ་ནས་ལྐུག་པ་ལྐུག་རྐྱང་སློབ་སྦྱོང་མེད་མཁན་ཤེས་བྱ་ཡོན་ཏན་མེད་མཁན། ཀླ་ཀློ་གཅིག་ལ་ཡང་བསྡུ་བཞེས་བྱ་གི་འདུག་བསམ་བསམ་བྱས་རེ་བ། དངོས་གནས་མཐོང་ཆུང་ཞི་བ་ཅིག་བཏང་གི་འདུག་བསམ་ཚོར་བ་ཤུགས་ཆེན་པོ་ཞི་བ་ཅིག་སླེབས་སོང་བ། དྲང་པོ་ཞུས་ཡིན་དཱ། དབུ་མའི་ལམ་གསལ་འདེབས་སྟབས། བོད་མི་མང་སྤྱི་འཐུས་ཨ་ནེ་གོ་བློ་བཟང་བོན་བསྟན་གྱིས། སྤྱི་འཐུས་ནང་འདི་ག་ཚང་དབུ་མའི་ལམ་ལ་ཡིད་ཆེས་མེད་རེ་བ་མེད་ལ་དབུ་མའི་ལམ་དེ་རྒྱ་བོད་རིམ་བྱོན་གོང་པའི་དབུ་མའི་ལམ་དུ་མེད་དབུ་མའི་ལམ་གཞན་དག་ག་ཚང་མི་མང་ག་རེ་འཇིག་འདི་ལ་ལབ་གི་ཡོད་ས་ལེ་བོ་ར་དབུ་མའི་ལམ་ལ་རེ་ཅེས་གཅིག་མེད་དུ་མེད་བ། དངོས་གནས་དེ་རེད་དེ་ཡི་གོ་རྒྱ་རོམ་བཅས་ཀྱི་ད་ང་དང་པོ་གྲོགས་མགོ་སྟེང་གི་ནི་ང་ཡི་སྲུང་འཁོར་བ། རྒྱ་རོམ་བཅས་དངོས་གནས་ད་ནི་ད་དེ་བོད་ནང་ན་བོད་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་ཁོར་ཡུག་མི་རྣམས་ཤི་དང་གསོན་དཀའ་བའི་སླེ་བའི་སྐབས་ལ་དེ་འདྲའི་སྐབས་ལ་རྒྱ་རོམ་བཅས་དགོངས་པ་རྒྱ་ཆེན་པོ་ཞིག་བཞེས་ནས་དབུ་མའི་ལམ་ཟེར་བ་དེ་ངས་ནམ་རྒྱུན་བཤད་བསྡད་ཡ་དེ་རྒྱ་རོམ་བཅས་ཐུགས་ཀྱི་འོད་ཟེར་འཁྲུངས་རྒྱུ་ལམ་བྱེད་ར་བ། ལྕགས་རི་ཁོང་ཁོང་གིས་གསུངས་གནང་གི་འདུག་ངས་གྲོགས་མགོ་བཏིང་མཁན་ང་ཡིན་གསུངས་གནང་གི་འདུག་དེ་ཡིན་དུས་ཀྱང་མི་མང་གི་བརྒྱ་ཆ་མཐོ་པོ་གི་བརྒྱ་ཆ་དྲུག་ཅུར་རེ་ལྔ་ལྷག་བརྩེ་གཅིག་གིས་རྒྱབ་སྐྱོར་བྱེད་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོ་ཡ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཨ་ནི། བོད་ཀྱི་བདེན་མཐའ་གསལ་བའི་ལམ

ཨ་རིའི་ནང་ལ་ཡར་པར་ལ་དེ་གི་ཁ་ཚ་དགེ་ལ་དེ་གི་དྲི་བ་དྲིས་སོང་བ། ཨ་རིའི་ནང་ལ་ཡར་ཅིག་དྲི་བ་ཅིག་སྐབས་ལ་གོ་ལ་སྤྱི་འཐུས་གོ་ལོ་སི་བྷི་ཏེ་ལགས་ཀྱིས་ཨ་ནེ་ཁ་ས་དབུ་མའི་ལམ་ལ་རྒྱུ་འབྲས་དོན་ཡོད་རེད་ཟེར་ན་ལས་རྒྱུ་འབྲས་ལ་འགྲོ་གི་མ་རེད་ཟེར་ཏེ་ཁོ་སྐད་ཆ་དེ་རྒྱག་རུང་ཅིག་བཀའ་དང་པད་དགའ་བ་ཏག་ཏག་ཁོ་ར་གནས་ཀྱི་འདུག་བ། དེ་འདྲས་ཀྱི་དྲི་བ་དྲིས་ཡོང་དུས་ཡང་དགོངས་པ་གཞན་དུ་དྲན་ཅིག་གསུངས་ཡོང་གི་འདུག་ང་དེ་ཚོ་དྲན་བློ་བསྐྱེད་བར་མ་ཟོས་རོགས་ཨ་སེམས་པ་དེ་དངོས་གནས་དྲན་ནས། བེ། དེ་རེད་ང་རང་འདི་སྔོན་དུ་ཞུས་པ་ནང་བཞིན་རེད་མི་མང་བེ་དེ་ཀླ་ཀློ་སློབ་སྦྱོང་མེད་མཁན་ཤེས་བྱ་ཡོན་ཏན་མེད་མཁན། བེ་དེ་མི་མང་ལ་མཉམ་ཆུང་གིས་མཐོང་ནས། པདྨ་སྐུ་པོ་ཀུན་སྦྱངས་ཀྱི་གྲལ་ལ་དེ་འདྲས་ཅིག་བཞག་ནས་ལན་བརྒྱབས་སོ་བསམ་ཚར་ཞིག་ང་འཚོ་བ་ཤུགས་ཆེན་པོ་ཅིག་ལས་སོ། དེ་ན་ལན་ཡང་དག་པ་ཅིག་ང་ལྟ་ལན་འདི་ཏག་ཏག་རེད་ལ་ཅེས་ཅིག་སྨྲས། ཅེས་བྱུང་མ་སོང་དྲང་པོ་ཞུ་ཡིན་ད་འདི་ང་ཚོ་མི་མང་ལ་མཐོང་ཆུང་རེད་བ་མཐོང་ཆུང་རེད། འདི་དངོས་ལ་ཡང་ངས། ཁ་ས། མི་མང་ནང་པ་ཚོ་ལ་འབོད་སྐུལ་ཞུས་པ་ཡིན་ད་མཐོང་ཆུང་བཏང་ཡང་བཏང་ས་རེད་དངོས་གནས་ད་ནི་ང་ཚོ་མི་མང་ལ་ཀུན་སྤྱོད་བཏང་ས་རེད་ངས་མི་མང་ནང་པ་ཚོ་ལ་འབོད་སྐུལ་ཞིག་ཞུས་པ་ཡིན་ད་ལྟ་སྤྱི་འཐུས་རྣམ་པ་ཚོ་བོད་མི་མང་གི་སྤྱི་འཐུས་རྣམ་པ་ཚོ་ཕྱོགས་ཕྱོགས་ཕེབས་པའི་སྐབས་རེད། ད་ང་ཚོ་ལ་བསམ་འཆར་ཞུ་ཡ་དང་འབོད་སྐུལ་ཞུ་ཡ་བྱེད་པ་རེད་དེ་སྤྱི་འཐུས་རྣམ་པ་ལ་ཡར་ཞུ་ཐུབ་པ་བྱེད་དགོས་རེད། མང་པོ་ཞིག་ཡོད་དེ་དེ་ནས་གཙོ་བོ་གཅིག་ད་ང་ཚོ་ལ་རྒྱ་རོམ་བཅས་ཀྱི་སྐྱབས་སུ་ཆས་གོང་གིས་ང་རང་ཚོ་ལ་དམངས་གཙོ་ཡང་དག་པ་ཞིག་གསོལ་རས་གནང་ཡོད་རེད། ང་ཚོ་དམངས་གཙོ་ལོངས་སུ་སྤྱོད་མཁན་མི་མི་རིགས་གཅིག་རེད། མི་རིགས་གཅིག་དེ་ཡིན་དུས་ག་ལ་ང་ཚོ་དམངས་གཙོ་ལོངས་སུ་སྤྱོད་ཡ་ལ་ཨང་དང་པོ་ང་ཚོ་འོས་བླུགས་ཡ་ཡོད་རེད། འོས་བླུ་ཡ། སྲིད་སྐྱོང་འོས་བླུ་ཡ་དེ་འདྲ་མཉམ་ཡོད་རེད། ད་སྤྱི་འཐུས་འོས་བླུ་ཡ་དེ་ལ་འདྲ་མཉམ་བཅས་ཡོད་མ་རེད། དཔེར་ན་ང་མི་སྤྱད་འདྲ་བོ་ཡིན་ན། ང་ལ་འདི་ཡོད་རེད། ཆོལ་ཁའི་སྤྱོད་ཚུལ་མི་སྤྱོད་ཅིག་བླུ་ཡ་ཡོད་རེད་ཟེར་བ་དག་རང་རེད། ད་རྒྱ་གར་ན་རྩིས་བྱ། རྒྱ་གར་ན་རྩིས་བྱ་བ་ཡིན་ན་ད། ཨ་ནི་དགེ་འདུན་པ་རྣམས་པ་ཚོ་ལ་ཆོས་ཁས། ཆོས་ཁས་འོས་བཅུ་བླུག་ཡ་ཡོད་རེད། ཨ་ནི་དེའི་སྒང་ལ། ཆོས་བཅུ་གི་འོས་གཉིས་དེ་བས་བླུག་ཡ་ཡོད་རེད། རེད་པ། དགེ་ལུགས་ཡིན་ན་དགེ་ལུགས་ལ་དགེ་ལུགས་པ་ལ་གཉིས་བླུག་ཡ་རེད་ས་སྐྱ་ཡིན་ན་ས་སྐྱ་གཉིས་རྙིང་མ་ཡིན་ན་གཉིས་དགེ་འདུན་པ་ཚང་མ་ལ་གཉིས་གཉིས་གཉིས extra བླུག་ཡ་ཡོད་རེད་དེ་བས་བླུག་ཡ་ཡོད་རེད་པ། འོས་འདྲ་མཉམ་ཆགས་མ་སོང་བ། ཨ་ནི་མི་མངོན་ལ་འདི་ཡོད་མ་རེད་བས་ཆོལ་ཁ་ཡོད་མ་རེད་བས་ཟེར་མི་མངོན་ལ་ཆོལ་ཁ་འདུག་ཨ། དཔེར་ན་ངས་མང་པོ་ཞིག་མཐོང་ཡིན་ང་ས་སྐྱ་ཡིན། ང་རྙིང་མ་ཡིན། ང་བཀའ་བརྒྱུད་ཡིན་ང་དགེ་ལུགས་ཡིན་ང་བོན་པོ་ཡིན་ད་ཉི་ཧོར་མི་གཏོང་ལ་ཟེར་མང་པོ་འདུག་ཨ། གང་ཅིའི་སྐད་ཤོད་ན་དཔེ་མང་པོ་ཡོད་རེད་བ། ངས་མི་གཏོང་ཡོད་རེད་བ། ད་འདི་ཚོའི་ལས་ཆོལ་ཁ་གི་ཆོས་ཆོས་ཀྱི་གླུ་དབྱངས་ཀྱི་ཐོབ་ཐང་ཅིག་དགོས་རེད་བ་ཡ། བོད་ལུགས་ཡ་དེ་ཐོབ་ཐང་འདྲ་མཉམ་མི་འདུག་བ། ད་ཕྱི་ཕྱི་ཡུལ་གྲུ་ག་ལ་ཁ་ཤས་རྩིས་རྒྱག་པ་ཡིན་ན་ཁོང་ཚོ་ལ་ཆོལ་ཁའི་གླུ་ཡ་ཡོད་མ་རེད་ཆོས་བརྒྱུད་གླུ་ཡ་ཡོད་མ་རེད་ཨོ་ཁེ། རང་སོ་སོ་ས་གནས་ཀྱི་ཁ་ཤས་གཉིས་གླུ་ཡ་ཁ་ཤས་གཅིག་མི་འདུག་གླུ་ཡ་རེད་བསམ་བློ་ཞིག་བཏང་དང། བོད་འདྲ་མཉམ་དམངས་གཙོ་ཐོབ་ཐང་ཟེར་ཡ་དེ་འདྲ་མཉམ་གྱི་སྒོ་ར། དམངས་གཙོ་ཐོབ་ཐང་དེ་དམངས་གཙོ་ལོངས་སུ་སྤྱོད་ཡ་ལ་བོད་ལུགས་ཡ་དེ་ཨང་དང་པོ་རེད་འདི་ད་ཐོབ་ཐང་འདྲ་མཉམ་གྱི་སྒོ་ར། དེ་འདྲ་མཉམ་མི་འདུག། ད་དེ་ལ་ཡང་ཨ་ནི་སྤྱི་འཐུས་རྣམ་པ་ཚོ་གི་ཨ་ནི་དགོངས་པ་ཇི་བཞིན་ནི་འདྲ་མཉམ་ཡོད་པ་ཅིག་ས་ནི་འབོད་སྐུལ་ཞུ་ཡ་ཡོད་རེད་བསམ་འཆར་ཞུ་ཡ་ཡོད་ར། དེ་རྣམ་པ་ཚོ་གི་ད་འདྲ་ཐུག་ཐུག་ངས་ཞུས་པ་བཅས་མཐོང་མ་སོ་ད་ང་སྐུ་མཆོད་གསུམ་ན་གས་སོ་ཨ། ཁ་སང། བརྙན་འཕྲིན་དེ་འདྲས་གཅིག་གཉིས་ཚིག་མཐོང་ཡ་རགས་སོ་ཞིག་ལོང་ད་ཅིག་ཅིག་ཞེ་དྲག་ཅིག་ཏུ་རགས་སོ་དེ་ཡིན་ན་འོས་འདྲ་མཉམ་དེ་ང་བཅས་མཐོང་ཡ་རགས་མ་སོ། དེ་སྔའི་ངེད་ལ་ངས་ངོ་དེབ་བཅས་ནས་ཞུས་པ་ཡིན་སུས་ནང་ལས་ཡ། ཆོས་རྒྱུད་སྤྱི་འཐུས་བཅུ་དེ་མང་དྲགས་ཤགས།

ད་དངོས་གནས་ཐ་ན་ངས་སྐད་ཆ་བཤད་རྒྱུ་དེ་ཉན་ཡོད་ན་ད་སྤྱི་འཐུས་སོ་སོ་རང་སོ་སོ་ས་གནས་ལ་སླེབས་ཏེ་ག་ལ་བསམ་ཚགས་ཞུ་ཡ་དང་འབོད་སྐུལ་ཞུ་ཡ་གི་ཐོབ་ཐང་ཅིག་ཡོད་རེད་པ་དེ་ཞུ་ཆོག་རེད་པ། དེ་མང་པོ་ཅིག་མི་མི་མང་པོ་ཅིག་གིས་དེ་འདྲའི་བྱེད་ཤུགས་བརྒྱབ་པ་ཡིན་ན་ད་སྤྱི་འཐུས་རྣམ་པ་ཚོ་སྤྱི་འཐུས་གྲོགས་ཚོ་ག་ལ་བསམ།

དགོངས་པ་བཞིན་བྱོས་དང་འོ་འདི་འདྲས་ཀྱི་དགོངས་པ་བཞེས་ནས་ལ་དབུས་ངས་བསམ་འཆར་ཞིབ་པོ་ཞིག་བཏོན་པ་ཡིན། འདི་གཅིག་པུ་མ་རེད། ད་ཆོས་ཕྱུག་ཁག་གི་སྤྱི་འཐུས་ལ་ཡང། ཆོལ་ཁ་ཁག་གི་སྤྱི་འཐུས་ཚོས་རང་སོ་སོའི། ཆོས་སྡོད་སྡོད་ཡིན་ན་སྡོད་དོ་སྡོད་མེད་ཡིན་ན་སྡོད་མེད་དབུས་གཙང་ཡིན་ན་དབུས་གཙང། ཅུའུ་མིན་ན་ལངས་ཡ་ཡོད་རེད། རེད་བ། ལངས་ཡ་ཡོད་རེད་ལངས་ཀྱི་ཡོད་རེད་དཔེ་མང་པོ་ཡོད་རེད། ཡིན་ན། ཆུ་ཆུ་ཁ་ལ་ལང་མཁན་མི་འདུག་བ། ངས་དེ་ད་ང་ཚོ་སྐྱེ་བོ་མི་ནག་ཚོ་ལང་དགོས་འདུག་ངས་ཡང་བསྐྱར་སྐད་རྒྱག་གི་ཡོད་ད་ལྟ་སྐད་རྒྱག་གི། ང་ཚོ་སྐྱེ་བོ་མི་ནག་འདྲ་བོ་ཅིག་ཆུ་ཆུ་ཁ་ལ་སྤྱི་འཐུས་ལང་ཐུབ་པ་ཡིན་ན། ཁེ་ཕན་དཔེ་མང་པོ་ཡོད་རེད། གཅིག་ནི་ད་ལྟ་སྒྲིག་གཞི་ནང་ལ་འདི་ཡོད་མ་རེད་འདི་སྔོན་དུ་ཞུས་སོང་བ་ཆུ་ཆུ་ཆུ་ཆུ་ཁ་གི་སྤྱི་འཐུས་ཡིན་ན་ཡིན་གཅིག་མིན་གཅིག་དགེ་བཤེས་ཡིན་དགོས་བ་དང་མཁན་པོ་ཡིན་དགོས་བ་དང་སློབ་དཔོན་ཡིན་དགོས་བ་དང་དེ་འདྲའི་གྲྭ་པ་ཡིན་དགོས་བ། ཆགས་པ་དེ་སྒྲིག་གཞི་ན་ཡོད་མ་རེད་པ། ང་ཚོ་ལ་ཆུ་ཆུ་ཁ་ཡོད་གླུ་ཡ་ཡོད་མ་རེད་ལང་ཡ་ཡོད་རེད་པ་སྔོན་དུ་ཞུས་པ་ན་ཤེས་རེད་བ། ང་ཚོ་སྤྱི་བོ་མི་ནག་ཚོ་ལང་དགོས་འདུག་དངོས་གནས་དྲ་གནས་ལང་དགོས་འདུག་ད་ད་ལྟ་དུས་ཚོད་དེ་ལ་ད་ལོ་ལྔ་བཅུ་མན་ཐབས་བཞི་བཅུ་གསུམ་སོ་ལྔ་ཡན་ཐབས་ལ་ཡ་ད་བོད་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་དཔེ་ཤེས་ཚད་མཐོ་པོ་དེང་དུས་ཀྱི་སློབ་སྦྱོང་དབྱིན་ཇི་ཡིན་ནར་ཧིན་དི་ཡིན་ནར་ག་རེ་ཡིན་ནར་ཤེས་ཚད་མཐོ་པོ་ཡོད་ཆོག་འདི་འདྲའི་ནང་ལ་མང་པོ་ཡོད་རེད་བ། དེ་ཚོའི་ནང་ལ་མིས་དངོས་གནས་ཐ་ན་དང་དུ་བླངས་ཅིག་རང་སོ་སོའི་ཆོལ་ཁའི་ཁོངས་གཏོགས་ནང་ཡར་ལངས་ཐུབ་ན། དངོས་གནས་རྒྱུ་མཚན་དཔེ་མང་པོ་འདུག་ཀུན་སྤྱོད་གསུམ་ཕན་ཐོགས་དཔེ་མང་པོ་ཞིག་འདུག། དེ་ནས་ཨ་ནེ་དེ་འདྲས་ཅིག་ལངས་ཐུབ་ནས་ཡར་འཕེལ་ཐུབ་པ་ཡིན་ན་ཨ་ནེ་སུ་ད་འདྲ་མཁན་པོ་དགེ་བཤེས་ལ་ངས་མཁན་སློབ་དཔོན་ལ་ངས་འདི་ཚང་མ་རང་སོ་སོ་དགོངས་པ་ལ་ཞུགས་ཡ་རེད། དཔེར་ན་ངས་སྙེ་མ

ཡོད་རེད་བ་ཚེ་ཐར་སོ་སོ་རྒྱ་རུ་འཇག་ཉི་མ་གཉིས་པ་བཀའ་སློབ་ཅིག་ཡོད་རེད་འདི་ནང་ལ་དངོས་གནས་སྲིད་དོན་ཐབས་མཁས་ན་རང་ལས་གཞན་གཙོ་བྱས་བྱས་ནས་རང་ལས་སྒྲིག་འཛུགས་གཙོ་བོ་བྱས་བྱས་ནས་ད་འདི་བསམ་བློ་ཅིག་ཁྱེད་ཀྱིས་སྲིད་དོན་འཁྲབ་པ་ཡིན་ན་ཨ་ནི་སྲིད་དོན་ཡག་ག་རེད། ད་རང་གཙོ་བོར་བཟུང་བཅས་ཨ་ནི་ང་དང་ང་ཚོ་ལ་ཡ་དེ་གཙོ་བོར་བཟུང་བཅས་ཨ་ནི་གཞན་དག་པོ་རེ་ཡ་མི་བཏང་བྱས་ཨ་དེ་ཨ་སྲིད་དོན་ཡག་ག་རེད་མི་འདུག་བ།

རེ་བ་ཁྱིམ་པ་གསུམ་ཆ་གཅིག་ལས་མང་པོ་ཞིག་བསགས་ཀྱི་འདུག་བ་དང་མཚན་མའི་ཞུ་གི་འདུག་བ་ག་ཤེད་སྔོན་ནས་ང་ལྟར་འདི་འདྲའི་ཕྱི་དར་ལབ་མ་ཡོང་དུས་ང་ཁོང་ཚོ་ལ་དགེ་བཤེས་ལྷ་རམས་པ་དང་སློད་དཔོན་དང། མཁན་པོ་འདི་འདྲའི་ལབ་གི་མེད་ལབ་ནས་ང་དམ་བཅའ་ཡིན་མ་གཏོགས་དངོས་གནས་ད་ནི་ང་མཚན་མའི་ཞུ་མ་ཡོང་དང་ང་མང་པོ་ཞིག་གོ་གོ་མྱོང་ང་ར་དུས་ལ་ཡང། སྤྱི་འཐུས་ཆོས་ཆོས་སྤྱི་འཐུས་འདི་ཚོ་ཕེབས་ཡོང་དུས་ག་ལ་དང་ང་གང་ཅི་སྐད་ཤོད་ལ་བསྡད་དུས་དེ་ག་ཨེ། དགུན་དགྲ་དགུ་རུབ་ལས་སུ་ལ་གི་རེད། གླང་དམར་དགུ་རུབ་ལས་སུ་ལ་གི་རེད། དགུ་རིགས་དགུ་རུབ་ལས་སུ་ལ་གི་རེད། ཨ་ནི། སི་ལེ་འདྲ་དགུ་རུབ་ལས་སུ་ལ་གི་རེད། ད་དེ་ཚང་མ་སངས་རྒྱས་ཀྱི་ནམ་ས་ཆོས་འཁྱིལ་ལ་ཚིམ་མིན་ཞུས་དགོས་ར་བ། དེ་མཁན་པོ་གསུང་ཆེན་གྱི་ལས་བསགས་དགོས་ར་ང་ཚོ་གི། དེ་ལས་བསགས་ཡ་དེ་གི། ལས་བསགས་ཡ་དེ་འབྲས་བུ་དེ་རྒྱུ་ག་འདྲས་ཅིག་ལ་ལྟ་ནས་ཡོང་དགོས་ར་རྒྱུ་མེད་འབྲས་བུ་འབྱུང་ཡ་ཡོད་མ་ར་བ། རྒྱུ་མེད་ཆོས་འབྲས་བུ་བྱུང་ཡང་ཡོད་མ་རེད་བ། རྒྱུ་དེ་ག་ནས་ཡོང་དགོས་རེད་ད་སྤྱི་འཐུས་ཀྱི་ཆོས་བརྒྱུད་སྤྱི་འཐུས་བཅུ་གི་བྱེད་སྟངས་གནང་སྟངས་ལ་ལྟ་ནས་དེ་འདྲ་ཡོང་དགོས་ར་ད་མི་བྱེད་ཕོད་པ་ལ་ང་ཚོ་འདྲ་བོ་ལ། དངོས་གནས་དེ་ཁྱིམ་པ་སུན་ཅག་གི་ལས་ངན་པ་བསགས་ཀྱི་འདུག་བ་ཡ། དེ་ཚོ་མ་བསགས་ཡ་གི་ཨ་ནི་ཕན་ཐོགས་རྒྱ་ཆེན་པོ་ཅིག་ཡོད་རེད་བསམ་ས་ཞིག་དྲན་གྱི་འདུག་རེད་བ། དེ་ཡིན་དེ་ག་ལ་ང་ཚོ་ཆོས་བརྒྱུད་སྤྱི་འཐུས་ལ་ཡ། མི་མང་མི་དེ་འདྲས་མི་དཀྱུས་མ་མི་བརྒྱ་རང་ལངས་ཐུབ་པ་ཡིན་ན་དངོས་གནས་ད་ནི། དཔེ་ཡག་པོ་འདུག་བསམ་ས་ཞིག་ངས་བསམ་ཚུལ་འདི་འདྲས་ཞིག་མང་པོ་ཤོད་ཆེན་པོ་ཞུས་ཡིན་རེད་བ་ད་ཅེ་ཅེ་ན་ནི་ང་ངོ་དེབ་ན་ཐད་གཏོང་འགྲོ་ཡ་འདི་ཡ་ད་ང་ཕན་ཐོག་ཞིག་ད་ཧ་མི་འདུག་བསམ་ས་ཞིག་དྲན་སོང། གང་ཡིན་ཟེར་ན་མ་གྲོགས་པའི་རྒྱུ་མཚན་དེ་ཡིན་ད་དེང་སང་མི་དེ་ཚོ་མང་ཆེ་ཡུལ་ཀྲུབ་ན་འཛུལ་འགྲོ་གི་འདུག་ཡུལ་ཀྲུབ་ན་འཛུལ་འགྲོ་གི་འདུག་བ་ད་ང་རང་གི་ཡུལ་ཚུལ་ཀྲུབ་ཅེ་ན་དེ་གཉིས་པ་ནས་བཟོས་ཡིན་ར་ལོ་མང་པོ་ཞིག་འགྲོ་ཟེར་ཡིན་ན་ད་ག་ས་བཙན་པ་ཟེར་དུས་ངེད་ལ་ཞལ་གདངས་སྦྱོར་དང་དེ་འདྲས་བླུགས་བཞག་ཡིན་པ། ཡིན་ན་ཡང་ངོ་དེབ་ན་ན།

ཤེས་དགོས་ཡོད་མ་རེད་བ། སོ་སོའི་དོན་དག་ལ་འབོད་སྐུལ་ཞུ་དགོས་ཡོད་མ་རེད་བ། སོ་སོའི་དོན་དག་ལ་བསམ་འཆར་ཞུ་དགོས་ཡོད་མ་རེད་བ། བོད་སྤྱི་ལ་ཕན་ཡང་རྒྱལ་བའི་བཀའ་བཞིན་སྒྲུབ་ཡག་གི་ཆེད་དུ་ང་ཚོས་བསམ་འཆར་དང་འབོད་སྐུལ་ཞུ་དགོས་ར། ང་དངོས་ཐེམ་ཡང་དོན་ཡག་དེ་དག་རེད་མ་རེད་ང་རང་ལྟོ་གོས་དོན་དག་ལ་དོན་གྱི་མེད་བ། དངོས་གནས་དྲ་ནས་རྒྱ་རོམ་གྱི་བཀའ་ཅིག་གཞི་ལ་བཞག་ནས་ད་ཨ་ཨ་འདི་འགྲིག་གི་མི་འདུག་ཨ་བསམ་རྒྱ་རོམ་གྱི་བཀའ་དེ་ག་རེད།

དངོས་གནས་དྲ་ནས་འདིར་ཁོང་གིས་གསུངས་པ་ན་ཞིག་ང་ཁང་པ་དེ་ཡོད་བལྟས་ན། མོ་དྲ་དང་དེ་གྱོན་ནོ་ཡོད་ཅིག་དྲ་ན་འདི་མེད། ཡིན་ནའི་ང་རང་གིས་ལོ་གཉིས་རྩ་གསུམ་ལྷག་ཙེ་ཅིག་ཞབས་ཕྱི་ཞུས་འདས་རེད་དེ་ད་ལྟ། རྒན་ཡོལ་ཆགས་ནས་ཐོན་འདས་རེད་ད་ང་རང་བསྒྲིགས་སོ་ད་ངས་བྱས་ཡོད་རེད་འགའ་རེ་ཧུར་ཐག་པོ་ད་བྱས་ཡོད་བསམ་པ་རྣམས་ད་བྱས་ཡོད་ད་བསྒྲིགས་སོ་ད་ག་རེ་བྱས་ནས་བྱས་ཟེར་ན། དངོས་གནས་བྱ་རུམ་གྱི་བཀའ་དེ་རི་དྭགས་ལག་ཐག་གི་མ་རེད་ལ། བྱ་རུམ་གྱི་ལག་ཐག་གི་མ་རེད་གསུང་ཡ་དེ་ག་རེ་གསུང་དགོས་རེད་དོན་དག་དེ་ལས་རྒྱུ་འབྲས་ལ་འགྲོ་གི་མ་རེད་ད་གསུང་དགོས་རེད་ད་དོན་དངོས་སུ་བཤད་ན། ང་རང་གི་བསམ་ཚུལ་རེད་ད་བྱ་རུམ་ཟེར་གི་ད་དེ་འདྲས་བྱེད་ན། བོད་སྤྱི་པ་ལ་ལྷོད་ཡང་བཏང་བཞག་ཡིན་ན་སོ་སོ་འགྲིག་ཐག་ཆོད་ཡོད་བོད་སྤྱི་པ་ལ་ལྷོད་ཡང་བཏང་བཞག་ཡིན་ན་ལག་ཐག་གི་མ་རེད་ད་གསུང་ཡ་དེ་ལས་རྒྱུ་འབྲས་ལ་འགྲོ་གི་མ་རེད་ད་གསུང་དགོས་རེད་ད་ང་རང་དོན་དག་དེ་འདྲས་བྱེད་གོ་གི་འདུག།

འབྱུང་བའི་དུག་སུ་བྱུང་བྱུང་རེད་བ། ད་ང་རང་གིས་གང་ཐུག་ཐུག་ད་ང་རང་གི་ད་སེང་གེ་ཨོག་ཙི་འདུག་དགའ་བོ་བྱིན་གྱི་ཨོག་ཙི་འདུག་ཡིན་ན་ཡང་ད་ང་རང་གི་བསམ་ཚུལ་སྐད་ཆ་མ་བཤད་སྔས་ལ་ཡང་བསམ་བློ་རྒྱ་བཏང་ནས་བསམ་བློ་རྒྱ་བཏང་ནས་ད་འདི་བཤད་པ་ཡིན་ན་འདི་ཡི་རྒྱུ་མཚན་ལ་བརྟེན་ནས་བཤད་པའི་རྒྱུ་མཚན་ལ་བརྟེན་ནས་དགོས་པ་ག་རེ་འགྲུབ་གི་འདུག་ཨ་དགོས་པ་སྒྲུབ་གི་འདུག་སྒྲུབ་གི་འདུག་དམ་སྒྲུབ་གི་མི་འདུག་ཨ་དགོས་པ་ག་འདྲ་ཅིག་སྒྲུབ་ས་རེད། དེ་འདྲའི་ཞིག་བསམ་བློ་ཞིག་བཏང་ནས་ཨ་ནི་མ་ཐོན་ནས་སྐད་བཤད་དགོས་རེད་བ། འདི་ཡིན་འདི་ག་ལ་ངས་ག་དུས་ཡིན་ན་ཡང་སྐད་བཤད་པ་ཡིན་ན་སོ་སོ་ད་འདྲ YouTube ནང་བཏོན་ཡ་དེ་ངས་བསམ་བློ་ཞིག་བཏང་ཡ་རེད་བ་ངོ་དེབ་ལས་དང་དེང་སང་མི་མང་ཆེ་བ YouTube ནང་འཛུལ་འགྲོ་གི་འདུག་བ། YouTube ནང་འཛུལ་འགྲོ་དེ་ག་ལ། ད་མི་དེ་ཚོ་མང་ཆེ་ཨ་ལས་ཡུལ་གྲུ་བེད་སྤྱོད་བཏང་གི་ཡོད་ས་རེད་ཡུལ་གྲུ་བེད་སྤྱོད་བཏང་པས་ན་ཏེས་ཀྱི་ཤེས་ཐོག་ཅིག་གི་གོ་རྟོག་དེ་ཅིག་ཡག་ག་ཅིག་འགྲོ་མི་ཡོང་བསམ་ས་ཞིག་མེད་འོ་དེ་འདྲས་བསམ་ད་ད་ནས་འགོ་བཙུག་གི་ཡོད་རེད་བ་འགོ་བཙུག་གི་ཡོད་ཡིན་ན་ཡག་ད་ག་ཡི་མི་འདུག་ར་འགྲོ་ན་རེད་མ་འགྲོ་ན་རེད་རེད་བ་ཡིན་ན་ང་གཙོ་བོ་དེ་ཡུལ་གྲུབ་དེ་སྔོན་དུ་ཞུས་པ་ན་ཤེས་རེད་ད་དངུལ་ཕར་བུད་ཀྱི་དོན་དག་ལ་མེད་དོ་ང་ཡང་འདི་ན་སྒྲིག་ཡས་ཤིག་ཏོ་འོ་འདི་སྒྲིག་ཡིན་ར་ད་ངས་ཧ་མ་གོ་ད་ང་ད་སོ་སོ་སྤུ་གུ་སྒྲིག་ཆོག་རེད་བ་འོ་འདི་འདྲས་ཞུས་ཡ་ཡིན། འདི་ཞུས་དངོས་གནས་དྲ་གནས་མི་མང་རྣམ་པ་ཚོ་དགོངས་པ་བཞེས་འོག་ཏུ་ད་ནི་འཇིགས་མེད་ཀྱི་ཆོས་བརྒྱུད་སྤྱི་འཐུས་ལ་གྲྭ་པ་དང་སློབ་དཔོན་དགེ་བཤེས་གོ་བ་ཡང་མི་འདུག་ང་ཚོ་ལ་ཐོབ་ཐང་ཡོད་རེད་ལངས་ཡ་རྣམ་པ་ཚོ་ལངས་དགོས་འདུག་བཞག་དགོས་འདུག་ད་ལོ་གཅིག་དང་ཚ་ཚ་མེད་དང་མི་འདུག་བ་ད་ལྟ་ནས་དགོངས་པ་བཞེས་འོག་ཏུ་ངས་འདི་གཉིས་ལ་ངོ་དེ་ན་དངོས་སུ་མ་ཐོན་ནས་ཞུ་ཡ་དེ་འོ་དེ་འདྲ་རེད་ད་ལྟ་ཡང་དངོས་སུ་ཐོན་ནས་ཞུ་དགོས་རེད། དེ་ན live མ་རེད་དེ་ཐད་གཏོང་མ་རེད་དེ་ཡིན་ན་སྡོང་པོ་སྟོན་ཞུས་དགོས་རྒྱུ་མཚན་དེ་རེད་ད་མང་པོ་ཅིག་བསམ་དང་ནི་འོ་དེ་འདྲས་ཞུས་གི་ཡོད་རེད་བ་ཨ་ནི་དེ་དེ་ད་ད་ད་ད་དེ་ད་ང་རང་ཚོ་དེ་ངེད་ལ་ཤི་ལོང་ལ་ངས་སྐད་ཆ་དེ་འདྲས་ནས་ཞུས་སོང་བ་དངོས་ནས་བོད་མི་མང་གི་སྤྱི་འཐུས་ཐ་ན་ཨ་ཀྲུག་ཚེ་བརྟན་ལགས་ཡི་དངོས་གནས་དྲ་ནས་ང་ལན་དེ་ལ་ང་ཅི་འདོད་པ་ཁ་མ་ཀུན་ཅོ་རྒྱག་རུམ་ཅི་དངོས་གནས་དྲང་པོ་ཞུ་ཡོད་འདྲ་པས་དེ་མི་མང་མགོ་སྐོར་བཏང་རྒྱུ་འདྲ་བོ་ཞིག་རེད་བ། ད་མི་མང་མགོ་སྐོར་བཏང་ཡང་ད་ཙག་པ་གང་ནས་ཡོང་གི་འདུག་བ་གང་ནས་སྤྱི་འཐུས་ལྷན་ཚོགས་ནས་རེད་བ།

ལྟར་དྲི་བ་དྲིས་ལན་ཡོང་གི་འོ་རེད་བ། དེ་ལས་ད་ལན་དྲང་པོ་དྲང་བཞག་ཅིག་གནང་དང། ནོར་ན་ནོར་བ་རེད་མི་གཅིག་རེ་ནོར་སྲིད་པ་རེད་བ། ཡིན་ན་དེ་ལ་དགོངས་པ་ཞིག་བཞེས་ནས་ལན་གཅིག་གནང་པ་ཡིན་ན་མི་མང་ཡིན་ན་དེ་སུ་བློ་བདེ་པོ་བྱ་གི་རེད་བ། ང་གཅིག་པུ་ཡིན་གྱི་མ་རེད་དེ་འདྲ་རེད་བ། ད་དེ་འདྲའི་མང་པོ་ཞིག་ཡོང་གི་འདུག་བ། མ་རེད། འོ་དེ་ད་དངོས་གནས་ཐ་ན་བྱས་ན་ཁ་ཚ་ཉི་མ་ངས་ངོ་དེབ་བྱས་ན་རྒྱ་བར་མི་བྱེད་གི། ད། སུ་རི་ཡ་ནང་ལ་ཡང་བླ་ཆེན་གཅིག་ཚོགས་འདུ་འཚོགས་པའི་སྐབས་དེ་ལ་རྒྱ་རོམ་གྱི་བཀའ་སློབ་སྤྱི་དཔལ་ཡག་པོ་ཞིག་ཕེབས་ཡོད་རེད། དེ་དུས་ག་ལ་ང་གངས་སྐྱིད་སྐད་ཤོད་ནང་ལས་ཀ་བྱེད་དུ་ཡོད་སུ་རི་ཡ་དབུ་དྲ་ནས་བླ་ཆེན་རྣམ་པ་ཚོགས་འདུ་འཚོགས་པའི་སྐབས་ས་སྐྱ་གོང་མ་རོམ་གྱི་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་པ་ཆེན་པོ་ཨ་ནེ་གདན་ས་ཁག་གི་བླ་ཆེན་རྣམ་པ་མཁན་པོ་རྣམ་པ་ཚོ་ཕེབས་ཡོད་རེད། དེ་ངོ་དེབ་ནང་གདན་འདྲེན་ཞུས་ཡོད་ངེས། གངས་ལ་ཆེན་དེ་ཡང་དབུ། བླ་ཆེན་རྣམ་པ་ལ་ངས་འབོད་སྐུལ་ཅིག་ཞུས་ནས་ཡི་གེ་ཅིག་བྲིས་ཅེས་བཤད་རེ་བྱེད་ཡིན་པ། ངོ་དོན་ནང་འཇུག་སྐུལ་བྱེད་ཡིན་པ། འདི་ཡས་ད་ལྟ་མི་གཅིག་གི་རེད་འཇུག་སྐུལ་བྱེད་ཤེས་ད་འདི་ལ་ཡས་འོག་ལ་ཡས་ངས་མཆན་འདི་འདྲ་རང་བྲིས། དངོས་གནས་ད་ནི་ད་དགོངས་པ་བཤད་ཡས་ཀྱི་དུས་ཚོད་ལ་སླེས་ཤག། ཟེར་ཅིག་སྨྲས། དངོས་གནས་ད་ནས་ད་རང་སོ་སོ་གི་སྤྱི་འཐུས་ཀྱི་རང་སོ་སོ་ཆུ་ཤུར་ཁག་གི་སྤྱི་འཐུས་ཀྱི་ནོར་གྱི་འདུག་ན་ནི་དངོས་གནས་ད་ནས་དགོངས་པ་ཆེ་ཆེ་བཞེས་ནས་ད་ང་ཡིག་ངག་གཉིས་ཀྱི་སྒོ་ནས་ཨ་ནི་ད་ག་ལ་བོར་ད་ཡིག་ངག་གཉིས་ཀྱི་སྒོ་ནས་ཨ་ནེ་ཁོང་རང་ཚོ་ལ་སློབ་གསོ་སྤྱོད་དགོས་ཨ་དེ་གལ་ཆེན་པོ་ཞིག་ཐོག་ཐོག་མགོ་ཏུ་དུས་ལ་བབས་ཤག། དངོས་གནས་ད་ནས་རྒྱ་བོད་མི་གཅིག་གི་ལྟ་སྙམ་མ་སྙམ་དེ་ད་ལྟ་སུ་རི་ཡ་ཧོ་ཏེལ་ནང་ན་གསུངས་བཤད་རྒྱུ་དེ་ག་རེ་ཡོད་རེད་ཟེར་ན། ད་དངོས་གནས་སྤྱིར་ཁ་ཤས་ད་ནམ་རྒྱུན་མི་སྒེར་ལ་གནོད་ན་གནོད་གི་རེད་བསམ། མ་བསླབ་པར་བྱེད། ཨ་ནི་སྤྱིར་སངས་རྒྱས་བསྟན་པ་ལ་གནོད་ན་ཕ་ཡི་ལྷ་ཡང་བཏང་ཡ་དེ་འདི་བྲིས་གི་མི་འདུག་ད། མི་སྒེར་སྤྱིར་ཉིན་རེ་གཉིས་ལ་གནོད་ན་གནོད་དོ་གོ་ག་ཡི་མི་འདུག་བ། སྤྱིར་སངས་རྒྱས་ལ་བསྟན་པ་ལ་མ་གནོད་བ་ཞིག་བྱེད་དགོས་དེ་གལ་ཆེན་པོ་རེད་འདུག་བ། འདི་དངོས་གནས་སང་རིན་པོ་ཆེ་རྣམ་པ་ཚོ་གི་དགོངས་པ་བཤད་གནང་རོགས་བྱས་ཨ། གདན་ས་ཁག་གི་མཁན་རིན་པོ་ཆེ་རྣམ་པ་ཚོ་ལ་ངས་དེ་འདྲ་ཟེར་གི་འདུག་ཨ་བཀའ་སློབ་དེ་འདྲ་ཞིག་ངས་ངོ་བསྟན་པ་དེ་འདྲ་ཞུ་བྱ་རུང་ཅི་བཀའ་སློབ་རྙིང་པ་རེད་དེ། རེ་བ་ཡང། ད་དེ་འདྲའི་ཕྱི་ནང་གི་གལ་ཆེན་པོ་ཀླད་དོ་བ་ཡང་དེ་འདྲ་རྒྱག་རུམ་ཅིག་ད་ལོ་རྗེས་མ་བཅར་བཞུ་བྱས་ཁོང་ད་དགུང་ལོ་དགུ་བཅུ་གི་འཁྲུངས་སྐར་རེད་པ། དངོས་གནས་དྲ་ནས་ད་ང་ཚོ་རྒྱག་རུམ་ཅིག་དགུང་ལོ་དགུ་བཅུ་ལ་ཡར་ཕེབས་འགྲོ་དེ་ང་ཚོའི་ལས་དོན་འདི་ཚོ་ད་ནོ་ཡག་རེ་ཡག་རེ་ཚར་ཚུབ་ཚུབ་བཏང་དགོས་རོགས་སངས་རྒྱས་ཐུགས་མཉེས་པོ་ཆགས་ཡག་གི་བཟོ་དགོས་རོགས་མི་འདུག་བ་མ་མ་ཡིན་ན་བཟོ་དགོས་འདུག་བ། ཐུགས། ཁ་སང་ཐུགས་ཕམ་པོ་སོས་ཀྱི་ལས་དོན་མང་པོ་ཅིག་གྲུབ་འདུག་བ། རེད་བ། ད་ངས་དེ་འདྲ་ཞིག་བྱས་ནས་དེ་ངེད་ལ་དབུ་བླ་རྣམ་པ་ཚོ་ལ་ངས་ངོ་དེབ་ནང་ལ་བྱ་ཡིག་ཅིག་སྙན་ཞུ་ཞིག་བཞག་རེད། ཨ་ནི་ང་རང་དངོས་སུ་ཐོན་ནས་ངས་མང་པོ་ཞིག་བཤད་ཡས་རེད། ད་ལྟ་འཇུག་སྐུལ་བྱེད་ཡས་རེད་འཇུག་སྐུལ་བྱེད་ས་ནང་ལ་ངས་དབུ་བླ་རྣམ་པ་ཚོ་གི་དེ་འབོད་སྐུལ་ཞུས་ཡོད་རེད། ད་དངོས་གནས་ད་ནས་ཁ་ཤས་ཅིག་གི་བསམ་བློ་ཁོང་ཚོ་ག་བ་རེད། ཁོ་སོགས་ཁོ་དངོས་གནས་དྲན་ནས་དཔའ་མགོ་ཁོ་སྐུ་མཆོད་གསུམ། ང་ཚོ་བླ་མ་ལ་ཡག་ཁ་ས་ཁ་བཏང་གི་འདུག་བསམ་གི་ཡོད་རེད་བསམ་སྲིད་ཀྱི་རེད་དངོས་གནས་དྲན་ནས་ངས་དངོས་སུ་འདི་ཞུ་དགོས་ད་ང་ཁ་བཏང་རྒྱུ་ཆུ་ནི་མེད་བླ་མ་ལ་ཁ་བཏང་ཟེར་ན་ཨ་ཙེ་ག་བ་ཡོང་གི་རེད་སྤྱི་བཏང་ནས་ང་ཚོ་ང་དང་ང་འདྲ་བ་ཚོད་བཟུང་གི་གང་ཟག་གི་གང་ཟག་གི་ཚོད་བཟུང་བར་མི་བྱ་སྟེ། ཉམས་པར་གྱུར་ད་རེས་པས་ན་བྱང་ཆུབ་སེམས་དཔའ་ལ་སྨོད་པར་འགྱུར་བ་ན་མེ་དོང་བཞིན་དུ་གནས་དེ་ལ་ཤིན་ཏུ་ནི་ཟབ་མོ་ཟས་ཅི་ཡོད་རེ་བ་དོ་འདྲ་ཏི་ང་དོ་འདྲ་དཔེ་ཡག་པོ་ངོ་ཤེས་གི་རེ་བ་ཧ་ལྐུག་ཡོད་དོ་འདྲ་མགོ་ཚོས་གི་ང་ལྟ་མྱོང། རེ་བ། ལྟ་མྱོང་ཙང་ངས་དོ་འདྲ་ཡག་པོ་ཅིག་མགོ་ཚོས་གི་ཡོད། ངས་འདི་དབུ་བླ་རྣམ་པ་ཚོ་དང་ཆོས་བརྒྱུད་ཁག་གི་ལྟར་རང་སོ་སོ་གི་དབུ་བླ་རེད་མཁན་པོ་རེད་འདི་ཚོ་ལ་ང་ཚེགས་མེད་སྤུ་ཙམ་ཅིག་མེད། རེད་བ། ཡིན་ན་ཡང་ངེད་ཀྱི་འབོད་སྐུལ་འདྲར་འབོད་སྐུལ་ཞུས་པ་ཡིན་དེ་ལ་འབོད་སྐུལ་རེད་འབོད་སྐུལ་ཞུས་ཆོག་རེད་བ་ཡ། ད་ལྟ་བསམ་ཚུལ་ཞུས་ཆོག་རེད་བ། ང། རྒྱ་རོམ་གཅིག་གི་འདུ་ཤེས་ནས་སྐྱེས་བའི་མི་རིགས་གཅིག་རེད་ང་ལ་འགན་གཅིག་ཡོད་རེད་བ། རྒྱ་རོམ་གཅིག་ཚེ་འདི་ཕྱི་གཉིས་ཀྱི་སྐྱབས་མགོན་རེད་ང་ཡི་ང་ཡི། ང་ལ་འགན་གཅིག་ཡོད་རེད་བ། དེ་འགན་གཅིག་ཁྱེད་ནི་ངས་སྙན་ཞུ་ཕུལ་བ་རེད་འཇུག་སྐུལ་བྱས་པ་རེད་མཆན་བརྒྱབ་བ་རེད་མི་ཁ་ཤས་བསམ་བློ་བཏང་སྲིད་བ་རེད་འདི་འདྲའི་ཆ་བ་ནི་མ་རེད་དོ། ཡང་ཐག་གཅོད་པོ་བྱུང་ནས་སྐད་གསང་མཐོ་པོ་ངང་དུ་ཞུ་གི་ཡོད་བ་ཡང། ངས་དབུ་ལ་ནང་པ་ཚོ་ལ་ཚེར་མས་མེད་སྒྲོ་བཏགས་མེད། ལོག་ལྟ་ཡང་མེད་ག་དགོས་ཀྱི་མེད་ཡིན་ན་ཡང། དངོས་ཡོད་གནས་ཚུལ་ལ་གཞི་བཞག་ནས་འབོད་སྐུལ་དང་བསམ་ཚུལ་ཅིག་ཞུ་གི་ཡོད་རེད། དེ་དངོས་ནས། ག་ས། ལོག་ལྟ་དང་སྒྲོ་བཏགས་དང་སྐྱོན་བརྗོད་ཟིག་མ་རེད་བ་དེ་ལ་ཞི་མེད་སྐྱོན་བརྗོད་ཟིག་མ་རེད་བ།

དུ་ཨ། ཁྱིམ་པ་སུ་འཇིག་ལས་བསགས་ཀྱི་དང། སེམས་དཔའ་རྣམས་དང་གཅིག་ལས་ཀྱི་དུ་ཨ། ཁ་འདི་ཚོ་མཐོང་ཡོང་དུས་ཉོ་གི་དུ་ལས་གཞི་མེད། གཅིག་ལས་ཀྱི་དུ་ཀུན་འབྱུང་གསུམ། ཡིན་ནའི་ཁ་ནི་དེ་ནས་དོན་དཔེ་ཁག་པོ་འདུག། སྔོན་ནས་དོན་དག་ཤེས་པའི་དོན་ནས་ད། འདི་ཡིན་འདི་ག་ལ། ད་ལྟ། ཆོས་འབྱུང་གི་སྤྱི་འཐུས་འདི་ཚོ་ལ་ངས་ཞུ་ཐུབ་ཀྱི་ཡོད་མ་རེད། དབུ་བླ་རྣམ་པ་ཚོ་ལ་ངས་མཚན་སྨད་དང་སྒྲོག་ཐག་ག་བ་ཞུ་ཞུ་སྲིད་པ་མ་རེད་བ། དངོས་གནས་ཞུ་སྲིད་མ་རེད། དེ་རང་སོ་སོ་གི་བསམ་སྟངས་དང་ནོར་བ་རེད། དེ་ང་དེ་སྔོན་དུ་ཞུས་པ་ནང་བཤད་རེད་ང་བོད་རྒྱ་རོམ་གཅིག་གི་འདུ་ཤེས་ནས་སྐྱེས་པའི་མི་རིགས་གཅིག་རེད་མི་རིགས་གཅིག་ཡིན་ད་ང་ལ་ལས་འགན་གཅིག་ཡོད་རེད། རྒྱ་རོམ་གཅིག་བཀའ་གཅིག་གཞི་ལ་བཞག་ནས་སེམས་པ་ནང་འདི་སྔོན་དུ་ཞུས་པ་ནང་བཤད་རེད་ངས་རྒྱ་རོམ་གཅིག་བཀའ་ཞེས་དུ་བ་དེ་གཅིག་པུ་མ་རེད་ད་ལྟ་ཡང་ཡོད་རེད། རྒྱ་རོམ་གཅིག་གསུང་གི་དུ་བ

ཆུ་ཆུ་ཁ་སང་མ་ལ་ང་ལ་ཆུ་ཡོད་མེད་དངོས་གནས་ད་ནི་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་པ་ཆེན་པོ་མཆོག་གཟིགས་དང་ཐག་བཅད་བསུ་ཆེད་ཁོང་གི་རྒྱལ་བའི་བཀའ་བཞི་ལ་ཤར་ནས་མི་མང་ལ་ག་ཚོད་ཀྱིས་བཀའ་སློབ་གནང་གི་འདུག་དངོས་གནས་ད་ནི་ང་ཚོ་དེ་ཚང་མ་མི་ཐུགས་ལང་སེ་རེད་བ། དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་པ་ཆེན་པོ་ཁོང་གིས་དེ་ག་ཟིག་གསུངས་གནང་དགོས་བ་རེད་མི་མང་ལ་བཀའ་སློབ་དེ་ག་ཟིག་གནང་དགོས་བ་རེད་རྒྱལ་བ་རིན་པོ་ཆེའི་བཀའ་བཞི་ལ་ཤར་ནས་ད་ཞེ་འདྲ་དེ་ཚོ་གནང་མ་ཐུབ་བ་ག་ཡིན་ནམ།

ཕུལ་བཞག་ཡོད། གདན་འདྲི་ཞུ་བཞག་ཡོད་རེད་ང་རང་ངོ་དེབ་ནང་ལ་དེའི་སྐོར་རིན་མེད་སྐྱོན་བརྗོད་མ་ཡིན་པ། ད། བསམ་ཚུལ་དང་འབོད་སྐུལ་ཁོ་ན་ཡིན་གྱི་ཆེད་དུ་ཞུས་པ་ཡིན་སྐྱོན་བརྗོད་ག་གི་དགོས་ཀྱི་མེད་དོ་དག་ག་གི་དགོས་ཀྱི་མེད་དེའི་སྔོན་ནས་སོ་སོ་སོ་སོ་གི་སྐད་གསང་མཐོ་པོ་ཞིག་སྔོན་ནས་ཞུ་གི་ཡོད་ང་རང་ང་རང་དོན་དག་འགོ་ཚུགས་ཡོད་སྔོན་དུ་ཞུས་པ་ན་ཞིག་རེ་བ་མེ་དོང་བཞིན་དུ་གནས་འདི་ལ་ཤིན་ཏུ་ནས་ཟབ་བོ་ཟེར་ཏེ་དོན་དག་ཚང་མ་འགོ་ཚུགས་ཡོད་སྦྱངས་མྱོང་སློབ་ཆུང་སྦྱངས་ནས་དོན་དག་འགོ་ཚུགས་ཡོད་ཟེར་བ། འོ་དེ་ཡིན་དེ་ཞུ་ཡ་ཡིན་དེ་ནས་ང་ཤི་ད་ག་དགོས་ཞུ་ཡ་མེད་མི་མང་རྣམ་པ་ཚོ་ལ་ཡིན་ན་འབོད་སྐུལ་ཞུས་ཚར་བ་ཡིན་ད་རྣམ་པ་ཚོ་གནང་ན་རེད་མ་གནང་ན་རེད་སོ་སོ་འདོད་པ་རེད་ཟེར་བ། འོ་ནས་བྱས་ན་ད་ལངས་དགོས་ཡ་ཞིག་ཡོད་རེད། ཡ། གོང། ང་རང་ཚོ་གི་ཚེ་འདི་གཅིག་ཉིད་ལ་བཀའ་དྲིན་ཆེ་བས། རུ་བ། སྐྱབས་མགོན་ཁོང་དགུང་ལོ་ཡར་ཕེབས་འདུག་དེ་ག་ང་ཚོ་གི་ལས་ཀ་དེ་ཡར་རུ་ཡར་རུ་ཡར་ཡར་རྗེས་གཏང་དགོས་རེད་མ་གཏོགས་ཁོ་ཐུང་སྤྲོ་སྤྲོ་པོ་བཟོ་དགོས་རེད་མ་གཏོགས་ཁོ་ཐུང་ཕམ་པོ་བཟོས་ང་ཚོ་ལས་འགན་མ་རེད། ཁོ་ཐུག་ཕམ་པོ་བཟོས་ལས་འགན་དེ་སུས་རྒྱ་ཡི་ལས་འགན་རེད་རྒྱ་ཡིས་བྱེད་ཀྱི་རེད། དེ་ང་ཚོ་བོད་མི་ག་ས་ཅི་ཅི་རེ་ཞིག་གི་བདུད་ཤིང་ནས་སྐྱེས་པའི་མི་རིགས་ཀྱི་ལས་འགན་མ་རེད་དེ། ཁོ་ཐུག་ཁོང་གི་ཡར་ཐུག་ཕངས་པོ་བཟོ་དགོས་ལས་འགན་དེ་ང་ཚོ་གི་མ་རེད་དར་མདོ་ཡིན་ན་མང་པོ་བཅས་ཀྱི་བྱེད་ཀྱི་འདུག་བ་སྤྱི་ཚོགས་དྲ་ཆ་ནང་ལ་རེད་བ་སྐད་ཆ་དེ་དྲན་ནས་ཡུང་རྟོག་ཁ་བོ་རེད་དངོས་གནས་དྲང་གནས་ཞུ་ཡིན་ད་སྤྱི་ཚོགས་དྲ་ཆ་ནང་དར་མདོ་མང་པོ་ཞིག་ཡོང་གི་འདུག་བ་ད་དེ་ཚོ་དྲང་ད་རེད་གཉིས་རེད་མཛུ་གུ་གྲངས་ཀ་བྱ་ཡ་ཡོད་རེད་ཏེ་ཡིན་ན་ཡང་རེད་གཉིས་རེད་ལ་ཡ་དེ་ཡ་མེད་གཏང་ཡ་ཡོད་མ་རེད་མེད་ང་ད་ང་ཚོ་མི་མང་གི་དར་མདོ་ད་སྐད་ཆ་བྱེད་ལ་ཡོང་དོན་རེད་མི་མང་གི་ངོ་ཤེས་དགོས་རེད་ད་དྲང་པོ་ཞུ་ཡིན་ད་ངོ་ཤེས་དགོས་རེད། ད་ངས་སྔོན་དུ་ཞུས་པ་ན་ཞེས་རེད། ཁོང་ལ་ཐུགས་ཕམ་པོ་བཟོ་དགོས་ཡ་བཟོ་ཡ་དེ་ང་ཚོ་ལས་འགན་མ་རེད་ཁོང་ཁོང་ལ་ཡ་ང་རང་ཚོ་གི་ད་ད་ལྟ་འཛམ་བུ་གླིང་འདི་ནང་ལ་ཡ་མི་རིགས་མ་འདྲ་སྟོང་ཕྲག་ཁྲི་ཕྲག་ཡོད་རེད་འབུམ་ཕྲག་ཡོད་རེད། ཆོས་ལུགས་མི་འདྲ་མང་པོ་ཡོད་རེད་ར་སྟོང་ཕྲག་སྟོང་ཕྲག་ཡོད་རེད་བ། ཡིན་ན་ཡ་ང་ཚོ་ལ་ཡོད་པའི། སྐྱབས་མགོན་ཁོང་བཞིན་གཞན་དག་ལ་བསྡུ་བས། བསྟན་ཡང་བསྡུ་བས། ད་ང་རང་གི་བསམ་བློ་བཏང་ཚུལ་ལྟར། ནམ་མཁའ་མཐའ་ཡས་པའི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བྲལ་བའི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ལ་ཐོབ་ཐོབ་པའི་ཆེད་དུ་ཁོང་གིས་ག་ཚོད་ཅིག་སྐུ་ལས་བསྐྱོན་དགོས་འདུག་ལམ་སྟོན་ག་ཚོད་ཅིག་གནང་དགོས་འདུག་དེ་འདྲའི་དབུ་ཁྲིད་ཅིག་མི་རིགས་གཞན་དག་རྒྱལ་ཁབ་གཞན་དག་ལ་བསྟན་ཡང་བསྡུ་བས་སུ་གཅིག་ལ་མི་བསྡུ་བ་ང་རང་ཚོ་མི་རིགས་གཅིག་པུ་ལ་བསྡུ་བ། དེའི་དགོངས་པ་ཤེས་འོག་དག་རྣམ་པ་ཚོ། དེ་འདྲའི་ཆེས་བཀའ་དྲིན་ཆེ་བའི་ཨ་ནི་སྐྱབས་མགོན་གཅིག་ལ་ཡ་ཐུག་ཕམ་པོ་བཟོ་ཡ་དེ་ང་ཚོ་ལས་འགན་རེད་དེ་བས། དེ་རྒྱ་ཡི་ལས་འགན་རེད་བ། རྒྱ་ནག་གཞུང་གི་ལས་འགན་རེད་བ་དེ། རྒྱ་ཟེར་ན་རྒྱ་དང་རྒྱ་ནག་གཞུང་གི་ལས་འགན་རེད་བ། ཁོ་རང་ཚོ་གི་བྱེད་དེ་དགོས་བ་རེད་བ། ང་ཚོ་ལས་འགན་དེ་མ་རེད་བ། ང་ཚོ་ལྟ་ཁོང་གི་འདུ་ཤེས་ནས་སྐྱེས་པའི་མི་རིགས་ཅིག་ཡིན་ན་ཁོང་ཐུགས་སྤྲོ་པོ་བཟོད་དགོས་ཡ་ང་ཚོ་ལས་འགན་ར་འདི་ལ་ཤུགས་རྒྱག་དགོས་ར་བ་ཡ་འདི་ཤུགས་རྒྱག་ང་དང་ང་གཅིག་པུ་མ་ར་བ། ཆུ་ཆུ་ཁ་ཁི་དབུ་ལག་རྣམ་པ་ཚོ་ནས་བསུ་ནས་མ་གེ་འོག་བར་དུ་མི་ནག་ཕལ་པ་ང་འདྲ་བོ་འདི་འདྲ་གི་ལས་འགན་ར་བ་ཡ། འདི་ཚང་མ་གི་ལས་འགན་རེད་མ་གཏོགས་མི་རེ་ངོ་རེ་གཅིག་རེ་གཅིག་གི་ལས་འགན་མ་རེད་བ། འདི་དགོངས་པ་བཞེས་དགོས་རིགས་པས་གལ་ཆེན་པོ་མཐོང་གི་འདུག་རེད་བ། འདི་ཞུ་རྒྱུ་ཡིན། ཨ་གཉིས་པ་དེ་ལ་ད་ད། ད་ཡང་དྲ་རྒྱ་ནང་ལ་ཡ་ད་ད་དེ་ག་ས། མི་ནི་སོ་ད་ནང་ལ་ཡ། ག་ས། རྒྱ་རུམ་གཅིག་ད། ནོ་བེ་ཤིང་ད་ཞེས་བའི། ད་དུས་བཟང་དེ་ལ་ཡ་དུས་ཆེན་དེ་ལ་ཡ། ད་སྐུ་མགྲོན་གཙོ་བོ་ད་ལྟ་སྲིད་ཟུར་བློ་བཟང་སེང་གེ་མཆོག་ནས་གདན་འདྲེན་ཞུས་པའི་སྐོར་ལ་ཡ་རྙོག་གླིང་མང་པོ་ཞིག་ཏུ་བ་རྙོག་གླིང་མང་པོ་ཞིག་ཏུ་བ། ད་གྲྭ་བྱང་སྤྱི་ཚོགས་གྲྭ་བྱང་ན་འགྲོ་འུར་དུ་ན་ཚོགས་པ་ན་འགྲོ་འུར་དུ་མང་པོ་ཞིག་འགྲོ་འུར་དུ་བ། ད་དེ་འདྲའི་རྙོག་གླིང་ང་ཚོ་ལ་དགོས་ཡ་ག་རེ་ཡོད་རེད་དེ་རྙོག་གླིང་དེ་ག་ནས་བྱུང་རྒྱུ་རེད། དང་པོ་ཤེས་ཡོན་དང་སྨྱུག་གླིང་ག་གེ་བྱུང་རྒྱུ་རེད་ད་དང་པོ་དང་པོ་རེད་ད་ཡི་ཤུ་གི་རེད་ཅེས་ང་ཚོ་ད་སྔས་མ་དརམ་ས་ལ་གི་ས་གནས་མགོ་འཛིན་ཟུར་པ་ཀོང་ཨ་ནེ་སོ་རམ་ད་ནཱ་ལ་མི་ནེ་མིན་སོ་ཏར་བཞུགས་གི་ཡོད་ལ་ད་ཁོང་མོར་ཡུ་ཏུབ་སྟེང་ང་ནམ་རྒྱུན་སྐད་ཅིག་ཉན་བསྡད་གི་ཡོད་རེད་བ། ཁོང་གིས་འདི་ན་བསྟན་བཤད་བྱོས་ཞེས་དུ་བ། YouTube ནང། ཀ་མེད་ཅེས་གསུངས་ཡོད་འདུག་ཁོང་གིས་ད་ཀེ་ན་ཏཱ་ལ་བདེན་རྒན་ཁོ་ག་ས་ལུང་རྟོགས་སེང་གེ་དེ་གིས་སྐད་ཆ་བཤད་ཆོས་ཀྱི་སྒྲ་ཅིག་ཉན་བཅུག་དང་ང་ཡག་པོ་ཅིག་ཉན་ཡིན་པ་ཡག་པོ་ཅིག་ཉན་ཡོད་འདི་ག་ལ་ངས་ཁོང་ག་ཅིག་སྐད་ཆ་ཐེངས་གཉིས་ཅིག་བལྟ་ཡིན་པ་སྐད་ཆ་ཡག་པོ་ཅིག་ཉན་ཡོད་འདི་ག་ལ་མི་དེའི་སྐད་བཤད་སྟངས་དེ་ལྟ་ན་གཞི་འཇམ་པོའི་སྐད་ཆ་ཅིག་ལ་ག་ཡིན་པ་ཅིག་ལ་ཨ་ནི་མི་ནི་སོ་ཀྲག་གིས་ད་ལྟ་ཚོགས་པ་ཚོགས་པ་དེ་གི་རྒྱུན་ལས་དང་མི་ནི་སོ་ཀྲག་ནང་ལ་ཡང་མི་མང་དང།

ད་ཡིན་ན་ཡང་ད་དཀྲུག་ཤིང་འཐེན་དགོས་ཅིག་གི་ཐད་ཀྱི་རེ་སྐོར་ཀླ་ཀློ་ཅིག་གི་བསམ་ཚུལ་བཏང་ཤིག་ངས་ང་འདྲ་བོ་ཏེ་རྣམ་དཔྱོད་བེད་སྤྱོད་བཏང་ཤིག་ངས་ན་དཀྲུག་ཤིང་འཐེན་གི་མ་རེད། ངས་འདི་ང་ལ་ཞུས་དགོས་པའི་དོན་དག་འདི་རེད། ད་ད་ལྟ་སྤྱི་ཚོགས་དཔེ་བཟང་ངས་གཟིགས་ངེས་སྒང་ལ་ཡ་སྐད་ཆ་སྡུག་སུ་ཉན་ཡོད་འདུག་ག་ལ་ད།

དེ་འདྲའི་བསོད་ནམས་གང་ཞིག་ཤོད་དགོས་རེད། སྐུ་མགྲོན་གཙོ་བོ་ད་ལྟ་འདི་ཨ་རིའི་ནང་ལ་བཞུགས་ཞུ་མཁན་ད་ལྟ་ཨ་ལུས་ཨ་རིག་གི་དོན་གཅོད་ཨ་ནི་མཁས་དབང་རེད་འདུག་བ་ཁོ་རང་ཡིན་ན་ཁོ་རང་ཡིན་ན་འདི་རེད་འདུག་ཧ་བར་དོན་གཅོད་རེད་འདུག་བ་མཁས་དབང་ཅིག་རེད་འདུག་བ། ཡིན་ན་ད་ལྟ་དུས་ཚོད་དེ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་གཞུང་དང་གཙོས་པའི་བཀའ་བློན་རྣམས་བ་གི་སྐུ་ཡི་སྐུ་ཚབ་དང་གསུང་གི་གསུང་ཚབ་རེད་བ་ཁོ་བ་ཨ་རིག་དོན་གཅོད་རེད་བ། ད་དེ་འདྲའི་ཆེད་སྐུ་མགྲོན་གཙོ་བོ་ལ་མཚོན་རྒྱུ་ཡོད་མ་རེད་པས་དེ་འདྲའི་ཤུ་ཡལ་ལ་མཚོན་རྒྱུ་ཡོད་མ་རེད་པས་མི་ནི་སོ་ཏྲ་ཨ་རི་ནང་ལ་རེད་བ་ད་ངས་ཡིན་མིན་ངས་ཧང་མི་ད། མཚོན་རྒྱུ་ཡོད་མ་རེད་པས། ཏེ་ཡ་ཡོ་འཇོག་འདུག་བ་དེ། སྐུ་ངོ། སྲིད་ཟུར་བློ་གསལ་སེང་གེ་ལགས་ད་ལྟ་སྲིད་ཟུར་རེད་ཁོ་རང་བཞུགས་ས་ལ་བཞུགས་བཅུག་ཕ། ཕ། བཞུགས་ཕ་གི་བཞག་བྱོས་རེད་བ། ད་དེ་པ་ར་ལ་མེ་ཆུང་ཆུང་ཅིག་གི་ག་ལ་ས་སྣུམ་ཤོར་ནས་མེ་ཆེ་རུ་བཏང་མཁན་འདྲ་བོ་ཅིག་ཁེ་མཚར་ཞིག་མཐོང་སོང་ར་ངས། དངོས་གནས་ད་ནི་ཁྱད་མཚར་ཞིག་མཐོང་སོང། ཀུན་གསལ་གསུང་རེད་ན་གསེར་གསུར་རེད་གསེར་གསུར་ཆགས་ཚར་ད་ང་ཚོ་མི། མི་མང་ནང་ཆགས་ཚར། རེད་བ། ང་འདྲ་བས་ན་ལོ་ཉིས་རྩ་གསུམ་ལྷག་ཚེ་ངས་བསྡད་རེད་དེ་ང་ལས་བྱ་བྱེད་སྡེ་ཚན་ལ་བསྡད་རེད་ལས་ཀ་བྱེད་ནས་ང་རྒན་ཡོལ་ཐོན་རེད་དེ་ད་ང་ལས་བྱ་ཡི་མ་རེད། ད་མི། བལ་བལ་པོ་ཆགས་ཚར་ད་མི་ནག་ཆགས་ཚར་རེད། ok། འདི་ནང་བཞིན་རེད་ད་ང་དང་འདྲ་གི་མ་རེད་ཀོང་ཡང་མཚན་སྲིད་ཟུར་ལ་འདི་ཐོ་ཨ་ཡོད་རེད་ང་ལས་བྱ་ཟུར་པ་ལ་ནི་མིང་འདི་སྨྲ་ཨ་ཡོད་རེད་མ་གཏོགས་ཅི་ད་མི་ནག་ནང་ཚུད་པ་གཅིག་པུ་གཅིག་ཆང་རེད་ཀོ་རང་བཞུགས་ས་ལ་བཞུགས་བཅུག་ད། ཁྱེད་རང་ཚོ་མེ་འབར་མེ་ཆུང་ཆུང་གྱི་སྒང་ལ་ས་རུམ་ཆོད་ནས་མེ་ཆེན་པོ་འབར་བཅུག་ད་རྐང་བཙུག་ནས་བོད་པའི་སྤྱི་ཚོགས་ནང་ལ་ཡ་བོད་ཁྱོ་ག་གསུམ་ནང་ལོག་ཡ་དཀྲུག་ཤིང་ཐེབས་ཡ་གི་འདི་འདྲའི་རྒྱུ་རྐྱེན་མང་པོ་ཅིག་རང་སོ་སོ་མི་རིགས་ཀྱི་བཟོས་གི་འདུག་བ། དངོས་གནས་སྐད་ཆ་དེ། བསམ་བློ་གཞི་བཏང་དང་བསམ་བློ་གཞི་བཏང་དང་སྐུ་ཕྲེང་གཙོ་བོ་དེ་འདྲའི་ཞུ་ཡག་ད། ཨ་རིའི་ནང་ལ་བཞུགས་འདུག་བ་ད་འདྲ་སྔོན་དུ་ཞུས་པ་ནང་བཞིན་རེད་ཁོང་མོ་དཀོན་མཆོག་གསུམ་ཨ་རིའི་གི་དོན་གཅོད་རེད་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་དང་བཀའ་བློན་རྣམ་པ་གི་སྐུ་ཡི་སྐུ་ཚབ་གསུམ་གི་གསུང་ཚབ་རེད་བ་ད་འདྲ་ཨ་རིའི་ནང་ལ་མི་དམངས་ཀྱི་བདེ་སྡུག་ཟིན་མཁན་རེད་བ། ད་སྐུ་སྐུ་ཕྲེང་གཙོ་བོ་མ་མཚོན་པ་ག་འདྲ་ཡིན་ནའང་དེ་རེད། ཨ་ནི་དེ་འདྲའི་ཅིག་པ་ར་ལ་ཨ་ནི་མི་སྐྱིད་ལ་རྫུས། མི་སྐྱིད་ལ་རྫུས་ཨ་ནི་དཀྲུགས་རྫུས་དང་གོ་ད་དཀྲུགས་ཤིང་ཐེབས་གོ་དཀྲུགས་ཤིང་དཀྲུགས་ཤིང་དང་གོ་ད་སྐད་ཅིག་བཤད་ཡོད་འདུག་སྐད་ཅིག་ཉན་ཡོད་འདུག་ག་ལ་ད་ག་ཨ་རིའི་ནང་བཞུགས་ཀྱི་ད་ལྟ་ཆོས་ཀྱི་བསྟན་རྩིས་ལ་གི་གསལ་པོ་གསལ་ཆ་གསུངས་གནང་གི་འདུག་བ་དེའི་ངོས་ད་ངོ་དེབ་དེ་བ་དངོས་གནས་དྲ་ནས

དེ་དངོས་གནས་དྲན་ནས་ང་ག་དྲང་པོ་བཤད་ཡིན་ད་ང་ག་འཇུ་མ་འཇུ་མི་སྐད་ཆ་ཉན་གི་མེད་རེད་བ། ད་སྐད་ཆ་ཅིག་ཉན་ཡོང་དུས་ཨོ་འདི་དངོས་གནས་སློབ་གསོ་རག་ས་རེད་དེ་བདེན་པ་རེད་ལབ་ནས་ང་སྐད་ཆ་ཉན་གི་ཡོད་རེད་བ། བདེན་པ་བདེན་པ་རེད་རྫུན་མ་རྫུན་མ་རེད་རེད་བ། འོ་མ་ལ་ངའི་དེ་དཀར་པོ་རེད་ཁོ་ནག་པོ་བཟོ་ཡ་ཡོད་མ་རེད་དཀར་པོ་དཀར་པོ་རང་རེད། འོ་ན་འདི་ནང་བཞིན་བདེན་པ་བདེན་པ་རེད་རྫུན་མ་རྫུན་མ་རེད། ཁེས་སོང་བ། འོ་དེ་ཡིན་དུས་ག་ལ་རྣམ་པ་ཚོ་གིས་ད་འདི་ལ་ཡ་ཁ་ཚང། ཅིག་འདུག་ཨ་ག་རེ། གྲྭ་པ་ཅིག་འདུག་ཨ་ལུས་ལ་སངས་རྒྱས་ནམ་མཚར་ཞིག་བྱོན། སྟོང་ཁ་སེར་པོ་ཅིག་གོན། ཡང་མོ་ལ་ཡ་སྡུག་རིགས་ངེད་ཚོའི་ལམ་མཁན་ཞིག་འདུག་ཨ་དངོས་གནས་ཐབས་སྐྱོ་པོ་རེ་ད་བྱོན་ན་ཐུག། ད་ངས་སྐད་ཆ་དེ་ཁོ་གིས་ག་རེ་ལབ་པ་དེ་ངས་འདི་ན་ཞུ་ཐུབ་ཀྱི་མི་འདུག། རེད་བ། ང་དངོས་གནས་ད་ནས་ཞུ་ཐུབ་ཀྱི་མི་འདུག་ག་ཡིན་ཟེར་ན། ད་དེ་ན་ལ་ངའི་སྤུན་ཅག་དེ་ཚོས་ལྟ་ཟེར་གི་རེད་ང་ལ་དགའ་པོ་བྱེད་མཁན་ཁ་ཤས་ཤིག་འདུག་ཨ་ནི་དེ་ན་ལ་ཡ་དམིགས་སུ་བཀར་ནས་ང་རང་ལ། གྲོགས་པོ་ད། ག་ལ་བ་གྲྭ་ཇག་གྲྭ་ཇག་གི་གྲོགས་པོ་ལ་བར་བ་ངོ་དེབ་གི་གྲོགས་པོ་བླ་མ་དང་དགེ་བཤེས་དེ་འདྲ་མང་པོ་བྱས་ཡོད་འདི་ཡག་མི་འདུག་བ་དེ་ན། དེ་འདྲའི་ཞིག་དཔེ་ཐག་གཅོད་པ་རེད་འདུག་ད་དེ་ཚོ་བྱོལ་བོ་རོན་པོ་མནའ་གས་སུ་བ་ཐག་གཅོད་པ་རེད་དེ་ཚོ། གླུད་རེད་གླུད་ད། ཉི་ཤུ་དགུ་ལ་ང་ཚོ་བག་དུག་བཏུང་ནས་གླུད་གཡུག་དགོས་བ་འདི་རྣམས་མཉམ་དུ་བཏང་ཡ་དེ་འདྲ་རེད་མི་དེ་ཚོ་རིགས་དེ་དང།

མེ་ཆུང་ཆུང་འདི་ག་ས་ལུམ་ཤོད་པ་ནི་མེ་ཤུགས་ཆུང་བར་གི་ར་འདི་སྣང་ཞིག་ཆ་ལེ་སྣང་ཆོས་ཡོད་མ་རེད་དངོས་གནས་ཐལ་སྣང་ཆོས་ཡོད་མ་རེད་ཟུར་པ་ཟུར་པ་ཁོ་རང་ལ་ཤག་ཟུར་པ་དཔེ་མང་པོ་རེ་ཁྲིམས་ཤིག་པ་ཟུར་པ་ཆེ་བ་ཟུར་པ་འབྲིང་ང་ཟུར་པ་སེམས་སུ་ཁྲིམས་ཤིག་པ་གཞན་ཟུར་པ་དྲུང་ཆེ་ཟུར་པ་བཀའ་བློན་ཟུར་པ་ཕྱི་ཆེ་ཡུལ་གྲུ་ག་ལ་གང་འདེད་དུ་བ་ཁོ་རང་ཚོའི་བཞུགས་ས་ལ་བཞུགས་བཅུག་སྐུ་འདྲེ་གཙོ་བོ་དེ་འདྲས་བཞུགས་གིན་ན་དེ་ལ་དཔྱད་པ་བྱེད་ག་འདྲས་བྱས་ནས་སྐུ་འདྲེ་གཙོ་བོ་དེ་འདྲས་བཞུགས་དགོས་རུ་ཨ། ཨ་ནི་ཁ་ཤས་ཡང་དགོངས་པ་ཟེར་ད་འདི་ང་ཚོ་མི་རིགས་སོ་དག་གི་དེ་རྙོག་དྲ་རེད་ཀེ་ན་ཏྲ་གི་རྙོག་དྲ་རེད་དེ་ཕྱིར་དེ་འགའི་དེ་དུ་ཇུས་གཏོགས་ཡོད་མ་རེད་དེ་འདྲས་ལ་བས་ཐོབ་ཐང་ཡོད་མ་ཏྲ་བྱུང་འདུག་ལ། བོད་པ་སྤྱི་ལ་གནོད་ན་ང་ཚོ་ལ་གནོད་དགོས་བར་གདའ། བོད་པ་སྤྱི་ལ་ཕན་ན་ང་ཚོ་ལ་ཕན་དགོས་བར་འདི་ཡིན་འདི་ག་ལ། ག་བ་ས་ཆ་ག་བ་བསྡད་ཡོད་ན་ས་ཆ་གཅིག་ལ་ཡ་ཁུ་ཁུ་གཅིག་ལ་བོད་པ་གཅིག་མེད་དུ་མེད་ན་ཡ་ཁོ་ལ་ཡ་ཐོབ་ཐང་ཡོད་རེད་ད་ཤེས་ཡ་གི་ཐོབ་ཐང་ཡོད་རེད་ཨ་འདི་ཨ་ཁོ་ཚོ་ང་ཚོ་ལུང་པ་རེད་ང་ཚོ་ལ་བྱུས་གཏོགས་བྱེད་ཀྱི་འདུག་ལ་འདི་སྐད་ཤེས་ཡ་གི་ཐོབ་ཐང་ཡོད་མར་གདའ

དངོས་གནས་ད་ནི་ཡིན་ན་ང་ཞེས་དང་ཞབས་བྲོ་དང་དེ་འདྲའི་ཁྱད་པར་དུ་མེད་ཡིན་ན་ཆིག་འཇུག་གང་ལ་ཉམས་མྱོང་གཏན་ཚིགས་བཤད་ང་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཞོལ་ཞལ་བཞུགས་པའི་སྐབས་ལ་ང་ལྷ་མོ་བཞུགས་མ་འཁྲབ་པ་ཅེས་མེད་ཚང་མ་འཁྲབ་མྱོང་རེད་བ། ཚང་མ་བྱམས་འཁྲབ་མྱོང་ལྷ་མོ་བཞུགས་འཁྲབ་མྱོང་དངོས་གནས་སྐལ་པ་བཟང་པོ་རེད་ང་རང་ང་རང་རེད་བ། ཟུག་བསམ་བཏང་སྟེ་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཞལ་བཞུགས་པའི་སྐབས་ལ་གདན་ས་ཆེན་པོ་རུམ་སྟེགས་ལ་ཡང་ཡིན་ན་ཡང་དང་དེ་འདྲའི་ད་དེང་སང་དངོས་གནས་དབུས་གཙང་དབུས་གཙང་ཞབས་བྲོ་ད་ད་ལོ་ག་ཡོད་རེད་ཁམས་པའི་ཁམས་པའི་ཞབས་བྲོ་ད་ད་ལོ་ག་ཡོད་བྲོ་ལ་ངེད་དུ་ཉམས་ཁོ་ར་ལོ་ག་ཡོད་ཨ་མདོ་ཨ་མདོ་ཁོ་ར་ལོ་ག་ཡོད་རེད་ད་དེང་སང་དཀོན་མཆོག་གསུམ་སྣ་གས་སུ་བ་ད་ཞེས་ཞེས་འཁྲབ་དེ་ག་ལ་དབུས་གཙང་ཞེས་འཁྲབ་ན་ཨེ་དེ་ག་ར་རེད་ཤ་ད་ཨ་མདོ་ཞེས་འཁྲབ་ན་དེ་ག་ར་རེད་ཤ་མདོ་སྟོད་ཞེས་འཁྲབ་ན་དེ་ག་ར་རེད་ཤ་འཁྲབ་སྟངས་གཅིག་པ་གཅིག་ཡང་རེད་ཤ་ད་སྙེ་མ་གས་འཁྲབ་གཅིག

སྐུ་ལས་སྐྱོན་ཅན་ལོ་མང་པོ་རེད་ཁ་ནམ་བཞི་བཅུ་ལྷག་ཚེ་འགྱིག་དེ་དང་དེ་འདྲས་ཅིག་སྐུ་ལས་སྐྱོན་སྐྱོན་སྐྱོན་སྐྱོན་ད་ད་འདྲ་རྒན་ཡོལ་ཕྱི་རྒྱལ་ལ་ཕེབས་ཡོད་ཁར་ཁོང་གི་བརྙན་འཕྲིན་ཞིག་ངས་མཇལ་ཡས་རགས་སོང། ཁོང་གི་བཀའ་སློབ་དེ་བདེན་པ་བདེན་ཆ་རེད་དངོས་གནས་མ་ཤེས་ན་འོ་འདི་འདྲའི་ཚར་ལ་སྐད་ཆ་ངས་ཨ་ནེ་སོ་སོ་སྦྱང་དགོས་རེད་བ། མོ་རྒོལ་བས་ད་ཡང་མཆན་འདྲ་ཞིག་སྡུག་ཅག་ར་ཞིག་བྲིས། དཀོན་མཆོག་ང་ད་ཧོན་ཐུག་ཏུ་ང་ཚོ་མི་རིགས་འདི་ཚོ་ལ་ད་ཚང་མ་མ་རེད་བ། ཚང་མ་མ་རེད་དོ་ཡིན་ན་འདི་ན་མི་གཅིག་གཉིས་ཟེར་སོང་བ་སོ་སོ་མ་ཤེས་ཤེས་མཁན་མི་གིས་སློབ་གསོ་བརྒྱབ་ཡོང་དེ་འདི་ལ་ཡང་དགག་པ་བརྒྱབ་སོ་སོར་ཤེས་རྟོགས་གང་ཡོད་མ་རེད་སོ་སོ་དབུས་བོད་མིའི་སྒྲིག་འཛུགས་རེད་བོད་མི་དམངས་ལ་ཕན་པའི་སྣ་གཅིག་གི་ལས་ཀ་བྱེད་མྱོང་ཡོད་མ་རེད་མི་ཕ་ཆུང་ངུ་ལས་ཀ་བྱེད་ནས་ལོ་བཞི་བཅུ་ལྔ་བཅུ་ལས་ཀ་བྱེད་ནས་ད་རྒན་ཡོལ་ཐོན་ནས་སོ་སོ་གིས་ད་བསླབ་བྱ་ཞིག་མ་སྟོན་གི་འོར་དེ་ཡིན་ན་ཡང་ཕན་གི་རེད་བསམ་ནས་མི་དམངས་ལ་ཕན་གི་རེད་བསམ་སྟོན་གི་འོར་དེ་ཨེ་འདི་ལ་ཡང་དགག་པ་ར་བརྒྱབ་དེ་མཆན་ར་སྡུག་ཅག་ར་བྲིས་འདི་འདྲ་ཡོང་གི་འདུག་བ།

ཕྱི་ལོ་གཅིག་པོ་མིའི་ལུས་ཀྱི་གླེང་ལས་སྦྱོར་ཏེ་འདི་ཚོ་དྲངས་ཏེ། ཀླ་ཀློ་ལེགས་དོ་ཨོ་དེ་འདྲའི་དྲངས་ཀླ་ཀློ་ལེགས་རེད་ཨོ་དེ་འདྲའི་རིགས་འདི་རེད། དེ་འདྲའི་རིགས་ཡོང་སྲིད་པ་རེད་ད་ཡང་ཡོང་སྲིད་པ་རེད་དེ་འདྲ་ཡོང་གི་རེད་ཀླ་ཀློ་ཟེར་གྱི་རེད་ཡོང་གི་ཡོང་གི་རེད་བ། སྤྱི་ཚོགས་གཞན་དག་ན་ཡོང་གི་རེད་ང་ཚོ་བོད་པའི་སྤྱི་ཚོགས་ན་ད་ཡིན་དང་མེད་རེད་བ་ཡོང་ཡོང་སྲིད་པ་རེད་རེད་བ། ད་དེ་འདྲའི་དྲངས་དེ་འདྲ་མང་པོ་ཡོད་དེ་འདྲའི་དྲངས་ལ་མི་མང་རྣམ་པ་ཚོས་ན་གོ་གོ་ཐེབས་ཀྱི་ཡོད་མ་རེད་དཔྱད་པ་བྱེད་འོ་ད་ག་འདྲས་ཡིན་ན། དངོས་འབྲེལ་དྲངས་རེད་བ།

སྐུ་མཆོག་གསུམ་རྒྱ་བ་རུམ་ཅིག་སྐུ་པར་ལ་ཕྱག་གསུམ་བསྩལ། བསང་གསོལ་བཏང། རྒྱ་བ་རུམ་ཅིག་སྐུ་པར་མདུན་དུ་འགྲོ་ནས་རྒྱལ་བའི་ཞབས་བརྟན་བཅོལ། དངོས་གནས་དྲ་ནས་དེ་འབྲེལ་གྱི་ལྷག་དཀར་སྲུང་བརྩི་ཞུ་ཡག་གི་འདོད་པ་ཡོད་ན། རྒྱ་བ་རུམ་ཅིག་ཞབས་བརྟན་བཅོལ། འདོན་སྤེལ་བྱ། མ་རུ་བ་ཁོང་གཅིག་པུ་ལ་ཡང་སྨོན་ལམ་བརྒྱབ། དངོས་གནས་ཁོང་ཞལ་འབོད་བསྟན་ཡག་བྱེད་དོ། དེའི་རྗེས་ལ་དགོངས་དག་བར་དུ་ཐུགས་རྩོད་ཡོད་ལ་སོ་སོ། ཁ་ལག་ཡིན་བཅས་ནས་དཀར་གསས་མཆོད། ལྷག་དཀར་སྙིང་པོ་དེ་ལ་དཀར་ཆའི་ཆོས། ཨ་ནི་ཁོང་གིས་གསུངས་བཤད་ཡོད་དེ་གཙོ་བོ་དེ། ད་དེང་སང། བཀའ་སློབ་མང་སྤྱད་ཡོད་དེ་དངོས་གནས་སེམས་པ་བཟང་པོ་ཆེ། བྱང་ཆུབ་ཀྱི་སེམས་དེ་བསམ་གཏན་བསྒོམ། གསུང་གི་དང་སེམས་པ་བཟང་པོ་ཆེ། ད་ཚེ་འདི་ལ་ཕན་ཡ་དེ་བྱང་ཆུབ་ཀྱི་སེམས་རེད་ཤག། ཕྱི་མ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དེ་བྱང་ཆུབ་ཀྱི་སེམས་ཀྱི་ཐོབ་གི་འདུག་དངོས་གནས་དྲ་གནས་འདི་དཔེ་རྩ་ཆེན་པོ་རེད་ཤག་གལ་ཆེན་པོ་རེད་ཤག་རྒྱ་གྲོམ་གྱི་སྐབས་མང་པོ་ཞིག་འཕེལ་གི་འདུག་ཨ་དེ་དེ་ལག་ལེན་བསྟར། ད་ང་འབོར་ཆེན་མེད་རེད་བ་དང་པོ་ཞིག་ང་སྟོང་པ་གཉིས་ཟེར་ན་སྟེ་ཁག་པོ་འགྲོ་རེ་ཡོད་རེད་བ་འདུག་འདུག་ལ། བྱང་ཆུབ་སེམས་ལ་དེ་ཏུ་རྒྱག་རུང་ཞེས་གསུངས་པ་ནས་ཏུ་བསམ་དང་བེད་སྤྱོད་བཏང་པས་ན། དེ་ཚེ་ཅིག་ལས་ལྷག་འདྲ་བོ་ཞིག་མཐོང་གོ་ད་འདི་ངས་འབོར་ཆེན་མེད་ད་སོ་སོ་རྣམས་བེད་སྤྱོད་བཏང་པས་ན། དེ་འདྲའི་ཆེ་ལྷག་གར་སྙིང་པོ་དེ་བེད་སྤྱོད་བཏང་ད། དངོས་གནས་སེམས་པ་བཟང་པོ་བྱེད་མི་རང་ལས་གཞན་པའི་མི་ལ་ཕན་ཐོག་པ་བྱེད། ད་དུ་སུ་དུས་སུ་ཉི་མ་རྫོགས་འགྲོ་གི་རེད་དགོངས་དག་ཉལ་རེ་འདི་ཚོད་ཚོད་ལས་དེ་ག་ད་ཞབས་བྲོ་འཁྲབ་ན་ནི་ཤིན་ཏུ། འདི་ཀོ་རེད། ཞབས་རུ་མ་འཁྲབ་ན་ཡང་ད་མ་ཉལ་དུ་དེ་ཐུགས་བསམ་བཏང་སྟེ་དེ་རིང་དངོས་གནས་རྒྱ་བལ་ལྷ་ཁང་ཉིན་མོ་འདིར་ངས་ཞོགས་ཀའི་ནས་མ་ཉལ་བར་དུ་ངས་ལས་ཀ་ཡག་པོ་ཅིག་བྱེད་ཨ་བྱེད་ཡིན་ཡང་བསམ་ཚེ་དགའ་བ་སྐྱེས་པ་བྱེད་རེད་བ་དགའ་བ་སྐྱེས། ད་དེ་རིང་ཉིན་མོ་དེ་ངས་རྒྱལ་བ་བསགས་བཞག་ཞུ་བསགས་བཞག་ཞུ་རྒྱལ་བ་འདི་ཨ་རྒྱལ་བ་རུ་མི་བྱེད། ཁོང་ཉིད་སྐུ་ཚེ་ཞབས་པད་བརྟན་པ་དང་ཁོང་གི་ཐུགས། གི་དགོངས་པ་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང་ཨ་ནི་ཁོང་བོད་ལ་མགྱོགས་ནས་མྱུར་དུ་ཨ་ཆིབས་བསྒྱུར་གནང་ཐུབ་ཡག་གི་ཨ་ནི་རྒྱུ་ཡི་ངོ་བོར་གྱུར་བ་ཤོ་ས་སྨོན་ལམ་བརྒྱབ་བསྔོ་བ་བྱས་བསྔོ་བྱས་བསྔོ་བ་བསྔོ་བ་དེ་རྗེས་ལ་སྨོན་ལམ་གྱི་རྒྱ་བལ་ད་ལྟའི་ལྷག་དཀར་ཨེ་འདྲེས་ཨང་དང་པོ་ལྷག་དཀར་སྲོང་བཙན་ཞུས་པར་ལྟ། དེ་ལྟར་རེད་ལྷ་དཀར་སུམ་བརྒྱ་ཞོ། ཐར་ཕ་གའི་དགོན་བཤད་ཉི་མ་ཉིན་དགའ་སྦག་ལ་འཁྲབ་ཐར་དགོན་བཤད་འཁྲབ་ཨ་ནེ་ཀོ་ཨ་བེ་ཆུ་རའི་དུང་དགོན་བཤད་འཁྲབ་མདའ་གྲུ་རའི་དུང་དགོན་བཤད་འཁྲབ་བྱས་ན་ད་དབྱིན་ཇིའི་སྐད་དང་མ་སོ་ན། Only time pass and enjoy རེད་དེ་ཧ་ར་རེད། དེ་ལྷ་དཀར་སུམ་བརྒྱ་ཞོ་ཟེར་ཟེར་གྱི་མ་རེད་དེ་ལ། ལོ་དེ་ལ་ལྷ་དཀར་སུམ་བརྒྱ་ཞོ་ཟེར་ཡ་དེ་ང་འདྲ་བོ་མི་ཕལ་པ་བྱས་ན་ངས་ངོ་འཛིན་བྱེད་ཀྱི་མ་རེད།

ལ་སྟེ་དགེ་བ་བསགས་བྱ་བསགས་བྱ་ཞུ་སྡོམ་སྡོམ་བྱེད་བྱ་ཞུ་དགེ་བ་དེ་སྡོམ་བྱ་ཞུ་དགེ་བ་དེ་ཨ་ནི་ངས་ད་ཅི་ཞུས་སོ་ཨ་ངོ་བ་བྱེད་སྨོན་ལམ་བྱེད་དུག་བྱེད་པ་ནི་ཨ་ནི་ལྷ་དཀར་སྲུང་བརྩེ་ཆེ་ལ་ཨ་དེ་དེ་འདྲས་རེད་ཨ་ངས་དང་པོ་འོ་དེ་ཞུ་ཨ་དེ་ཡིན་དེ་ག་ལ་ང་རང་ཚོ་དངོས་གནས་ད་ནས་རྒྱ་རོམ་ཅིག་ད་ངས་སྔོན་དུ་ཞུས་པ་ན་ཞེ་རེ་རྒྱ་རོམ་ཅིག་ང་ཚོ་ལ་ད་ང་རང་དང་རྩོད་པའི་གཟིགས་བོ་ད། ད་ང་ཚོ་བོད་མི་རིགས་ནང་ལ་ག་ཚོད་ཡོད་རེད། ད་དགོན་པ་ཁག་ག་ཚོད་ཡོད་རེད་ཁ་ཤས་བླ་ཆེན་རྣམ་པ་ཚོ་དགེ་བླ་མ་རྣམ་པ་ཚོ་རིན་པོ་ཆེ་རྣམ་པ་ཚོ་རང་སོ་སོ་དགོན་པ་ཤང་ཨ་ནེ་གྲགས་པ་དེ་ཚོ་མང་རུ་བཏང་སངས་རྒྱས་ཀྱི་བསྟན་པ་འཛིན་ཡ་ལ་ཕེ་ཁོང་རང་ཕ་གི་སྟོང་པ་ཉིད་དང་བྱང་ཆུབ་ཀྱི་སེམས་སྒོམ་ལྷོད་ལྷོད་ཀྱི་བཞུགས་གནང་གི་ཡོད་རེད་དེ་ཡིན་ན་འདི་བཞུགས་ན་ཡང་རྒྱ་གར་བཙན་བྱོལ་ནང་ལ་འདི་འདྲའི་བཞུགས་ཐུབ་ཡ་ད་བཞུགས། ཐུབ་ཡོད་པའི་བཀའ་དྲིན་དེ་སུ་གི་རེད་ད་བསམ་བློ་ཞིག་བཏང་ན་རྒྱ་གོ་རིམ་བཅས་སྐུ་ཉིད་མེད་ད་ཡོད་མ་རེད། ཁག་བཙལ་གྱིས་བསམ་བློ་བཏང་ད་སྐད་གསང་མཐོ་པོ་ཞིག་ངོ་ནས་ཞུ་དགོས་ད་རྒྱ་གོ་རིམ་བཅས་ཁོང་ཉིད་ཀྱི་བཀའ་དྲིན་རེད་མ་གཏོགས་གཞན་དེ་ང་ཚོ་དྲང་འདི་ལ་ཁོང་འདྲ་བོ་ཆེ་བླ་མ་མེད་པ་ཡིན་ན་དཔའ་མ་གོ་དཔའ་སྐུ་རག་གི་དྲང་གི་མ་རེད་སྤྱོད་པ་དེ་ལ་བལྟ་ན་ད་དངོས་གནས་དྲང་པོ་ཞུ་ཡིན་ད། ཁོང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཁོང་གི་ཐུགས་སྨོན་ལ་བརྟེན་ནས། ཁོང་གི་བཀའ་དྲིན་ལ་བརྟེན་ནས་ད་ང་ཚོ་དང་དུ་བསྡད་ཅིག་རག་ལ་སྐྱིད་པོ་རྒྱག་པ། ལྷོ་ཨ་ཇག་རུམ་གྱི་བཀའ་དེ་འདྲ་ཅིག་མང་པོ་ཞིག་ལ་ང་འདི་སྔོན་ལ་ཞུས་སོང་བ་ངས་དངོས་ནས་མ་དངོས་སུ་དོན་གོ་ཡ་དེ་རྒྱུ་མཚན་དེ་ཇག་རུམ་གྱི་བཀའ་ཅིག་ང་ལ་འདི་སེམས་པ་ན་ལ་ཡོད། ཨ། ད་དེང་སང་དངོས་གནས་དྲ་གནས་ཇག་རུམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཁ་ཤས་ལ་ཁང་པ། དཔལ་འབྱོར་ཡག་པོ་ཁང་པ་མོ་བཀྲ་དཔལ་འབྱོར་ཡག་པོ་དེ་འདྲ་ད་རང་སོ་སོ་གི་གནས་སྟངས་ལྟ་ན་ད་སུ་ཅི་ལ་རེད་མ་གོ་བ་དེ་འདྲའི་ཆ་དེ་ཡོད་རེད་བ། རེད་བ། དེ་འདྲའི་དེ་སུ་གི་བཀའ་དྲིན་རེད། གདན་ས་ཁག་གི་བླ་མ་བླ་ཆེན་རྣམ་པ་ཚོ་ཡིན་ན་རེད་ཞི་ཁོང་ཁག་གི་རྙིང་མ་བཀའ་བརྒྱུད་དགེ་ལུགས་ས་སྐྱ་ག་འདྲའི་ཅིག་གི་བླ་མ་རྩ་ཆེན་ཡིན་ན་རེད་བླ་མ་དབུ་བླ་རྣམ་པ་ཚོ་ཡིན་ན་རེད་མཁན་པོ་རྣམ་པ་ཚོ་ཡིན་ན་རེད་ཨ་ནི་རྡོ་རྗེ་སློབ་དཔོན་རྣམ་པ་ཚོ་ཡིན་ན། ད་ལྷོད་ལྷོད་ཞུ་ཡ་ཐུབ་སུ་བཀའ་དྲིན་རེད་བསམ་བློ་ཡག་པོ་སྟེགས་བུ་ཞིག་བཏང་ན་ད་ཇག་རུམ་ཚོས་སྐུ་ཉིད་ཀྱི་བཀའ་དྲིན་རེད་མ་ད་གཞན་དག་སུ་གཅིག་གི་མཐོང་མི་འདུག་དེ་སྔོན་ལ་ངས་མང་པོ་ཞིག་ཞུས་སོང་ཨ། དེ་ང་རང་ཚོའི་སེམས་པ་ལ་ཡོད་ད་ཇག་རུམ་ཚོའི་བཀའ་དེ་ད། དེ་སེམས་པ་ལ་ཡོད་ཙང་ཨ་ནི་ད། ཨ་ཁ་སྡུག་ས་བསྡད་ན་འགྲིག་གི་མི་འདུག་ཨ་བསམ་ནས་ད་དེ་འདྲ་མ་གཅིག་བཤད་པ་ཡིན་ན་ད་ཁ་ཤས་ཅིག་ལ་ཕན་ཐོགས་མ་ཡོང་ཡ་ཁ་ཤས་ཅིག་ལ་གོ་རྟོགས་འཕེལ་མ་ཡོང་ཡ་བསམ་ནས་འདུག་སུ་ད། དོན་ཡོད་འགོ་ར། ཞི་མེ། མི། ཞི་མེ་མི་ལ་གང་ཅི་འདྲ་ཟ་འོ་ད། ཁ་ཤེ་ལ་འདྲ་ཟ་གི་འདུག་ཨ་ངས་འདྲ་ཟ་ཡ་དུས་འདྲ་ལ་ཀུ་ལུང་ངན་པས་ཁེ་ནི་ཞུ་གི་ཡོད་མ་རེད་འུ་ལ་རྣམ་པ་ཚོ་ལ་སྐྱོན་བརྗོད་བྱེད་གི་ཡོད་མ་རེད་སྒྲོ་བཏགས་བྱེད་གི་ཡོད་མ་རེད་ལོག་ལྟ་བྱེད་གི་ཡོད་མ་རེད། མི་མང་རྣམ་པ་ཚོ་ལ་ངས་སྐྱོན་བརྗོད་བྱེད་གི་ཡོད་མ་རེད། ངས། ག་རེ་རེད་སྐུ་རླུང་ཡག་པོ་ཞིག་ཁྱེར་ནས་ངས་གསལ་བཤད་བྱེད་དགོས་པ་རེད། འབོད་སྐུལ་ཞུས་དགོས་པ་རེད་དབུ་ལྷ་རྣམ་པ་ཚོ་ལ། མི་དམངས་རྣམ་པ་ཚོ་ལ་གསལ་བཤད་དང་གོ་རྟོགས་སྤེལ་དགོས་པ་རེད་ང་རང་ད་གང་ཐུབ་ཅི་ཐུབ་ཀྱི་བསམ་བློ་རྒྱ་ཐམ་པ་བཏང་ནས་ད་སྐད་ཆ་བཤད་སོང་ན་རྒྱུ་མཚན་སྐད་ཆ་བཤད་པའི་རྒྱུ་མཚན་དེ་ལ་བརྟེན་ནས་དགོས་པ་ག་འདྲས་ཞིག་འགྲུབ་ས་རེད་ཨ། དགོས་པ་ག་འདྲས་ཞིག་འགྲུབ་ས་རེད་དེ་འདྲས་ཀྱི་བསམ་བློ་ཞིག་བཏང་ནས་ལ་མཐའ་མ་དེ་ལ་སུ་སུ་ཐག་གཅོད་ནས་མ་དངོས་སུ་ཐོན་ནས་སྐད་བཤད་དགོས་པ་རེད། རེད། དེའི་དངོས་གནས་བྱ་བ་རིམ་བཞིན་བཀའ་ཅི་བཞེས་ལ་བཞག་ནས་སོ་སོ་གི་ལས་དོན་བྱེད་ཀྱི་ཡོད་བསམ་ས་ཞིག་དྲན་གྱི་འདུག་མ་གཏོགས་ད་ག་ཟེ་ང་བཀྲེན་པ་བྱེད་ཀྱི་མེད་བྱེད་ཀྱི་ཡོད་བསམ་ས་ཞིག་དྲན་གྱི་མེད་འདི་དག་དངོས་གནས་དྲང་པོ་རང་བྱས་ཞུ་ཡིན། དེ་འདྲའི་བྱས་ཡིན་ད་དེ་རིང་སྐད་ཆ་ད་སྟེ་སྡོད་དུས་བཤད་དགོས་ཟེར་ན་ད་སྐར་མ་ལྔ་བཅུ་ལྷག་ཟིག་རྒས་སོ་ར་ཡིན་ན་ཡང་ད་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནེ་སྐུ་ཁམས་བཟང་ཨ་ནེ་སྐུ་གཟུགས་ལ་ཐུགས་བཅག་གནང་ཨ་ནེ། ད་དེ་རིང་ང་ནུས་མཐུ་ཡོད་ན་གང་དང་ལག་མི་དང་ང་ནུས་མཐུ་ཁོ་ན་མེད་བྱས་རྗེས་བརྒྱ་ནུས་མཐུ་མེད་སོ་སོ་ཀུན་སློང་ཡང་དག་པ་བསམ་པ་རྣམ་དག་ཡང་དག་པ་སྒོ་ནས་ཞུས་པ་ཡིན་འབུལ་སྐུལ་གླུ་བླ་རྣམ་པ་ཚོ་ལ་འབུལ་སྐུལ་ཞུ་ཡ་དང། མི་མང་རྣམ་པ་ཚོ་ལ་གསལ་བཤད་ཞུ་ཡ་དང་གོ་རྟོགས་སྤེལ་ཡ་བཅས་དོན་ཕྲན་ཞིག་ཞུས་པ་ཡིན་ལགས་སོ་ཨ་ནི་ནུས་མཐུ་ནི་སྤུས་ཙམ་མེད་ཞུ་ཡ་ཡིན་ལགས་སོ་ཨ་ནི་ཚང་མ་ལོ་སྐུ་སུ་ལ་ཐུགས་ཅག་གནང་ཨ་ནི། རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་དང་ཁོང་གི་ཐུགས་ཀྱི་དགོངས་པ་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང་ཨ་ནི།